སྙན་ལམ་གྱི་ད་ཡུ་ཐུབ་གི་དྲ་བརྙན་འདིའི་ཐོག་ཏུ་ད་ང་ཚོ་གི་དམིགས་བསལ་གི་བརྗོད་གཞི་ཞིག་གི་ཐོག་ལ་སྒྲོག་ལངས་ཞུ་གི་ཡིན། ད་དེ་སྒྲོག་ལངས་གི་བརྗོད་གཞི་དེ་ཡིན་ན། དེ་དུས་རབས་ཉེར་གཅིག་པ་དང་སྒོམ་གྱི་སྤྱི་ལེ་ཟེར་བ་དེ་ཡིན། ཡང་དེ་རང་ང་ཚོ་གི་ད་བདེན་དྲན་ཞུས་པའི་དེ་ནས་སྐུ་མགྲོན་ལྟ་བུ་ཡིན་ན་ད་བརྗོད་གཞི་འདིའི་ཐོག་ལ་བཀའ་མར་གནང་ཡ་ལ་ད་ཅིག་བཙར་ན་རྙེད་དུ་མེད་པ། ཕྱི་དབུགས་ཀྱང་འཚམ་པ་ཙམ་དུ་མ་ཟད་ཧ་ཅང་གི་དེ་གི་གལ་འགངས་ཆེ་བས་ནི་ངེས་པ་དོན་གྱི་སྒོམ་རྒྱུའི་སློབ་དཔོན་དང། དེ་ལྟ་བུའི་གི་གོ་རྒྱ་ཆེ་རང་བཞིན་གྱི་དེ་གི་སྒོམ་རྒྱུའི་སློབ་དཔོན་དེ་རིམ་ཉེར་གཅིག་པ་དང་ད་ལྟའི་དུས་ཚོད་འདི་ལ་ཤུགས་རྐྱེན་ཧ་ཅང་ཆེན་པོ་ཡོད་པས་དེ་ནི་ད་ང་ཚོ་བོད་པ་ཡིན་ན་ཡོངས་གྲགས་ཀྱི་ཚང་མའི་མཁྱེན་གསལ་ལྟར་དུ་ནི་སྐྱབས་བཅོལ་ཡོང་གི་མི་འགྱུར་རིན་པོ་ཆེ་ཡིན། གནས་གུས་པ་གི་ད་ལེ་ཚན་གཙོ་སྐྱོང་བའི་མིང་ཐོག་ནས། ང་ལྟར་ལེ་ཚན་འདི་གསང་གཟིགས་གནང་མཁན་ཚང་མ་ལ་ཐོག་མར་འཚམས་འདྲི་བཀྲ་ཤིས་བདེ་ལགས་ཞུ་བ་དང་ཆབས་ཅིག་ཏུ་རིན་པོ་ཆེ་མཆོག་གི་ཧ་ཅང་རྩ་ཆེ་བའི་དུས་ཚོད་དེ་འདྲ་ཞིག་ང་གི་དུས་ཀྱི་མཐུན་རྟགས་གླེང་རྟགས་ཆུང་ཆུང་འདི་འདྲ་ཞིག་ལ་གནང་བ་དེ་དཔེ་མི་སྲིད་པར་བཀའ་དྲིན་ཆེ་ཞུ་གི་ཡོད་ལགས། ཐུགས་རྗེ་ཆེ་ཐུགས་རྗེ་ཆེ་དེ་ནས་དེ་དྲིན་དེ་ལ་སླེབས་ཐུབ་པ་ལ་དཔེ་དགའ་བོ་རྗེས་སུ་ཡི་རང་དགའ་བོ་ཡོད།
དེ་ནི་ད་ཐོག་མར་ངས་དྲི་བ་དང་པོ་དེ་དང་པོ་དེ་ག་འདྲ་ཡིན་ཟེར་ན་ད། ཉེ་ཆར་ད་ང་ཚོ་ཟླ་བ་ཁ་ཤས་ཅིག་གི་སྔོན་ལ། དེ་ནི་རིན་པོ་ཆེ་མཆོག་དེ་ནི། TED ཟེར་བ་ཕར་ཆེར་ཡིན་ས་རེད་ད་གང་ལྟར་ཡང་རྒྱལ་སྤྱིའི་གི་ཕྱག་རྟགས་ཧ་ཅང་གལ་ཆེན་པོ་ཞིག་གི་ཐོག་ལ་དེ་བཀའ་མོལ་གནང་བ་དེ་ང་ཚོ་ཚང་མ་གི་མཇལ་ཡོད་རེད། ཕྱག་རྟགས་དེ་ང་རང་སྒེར་གྱི་ཅུང་ཟད་རྒྱུས་ལོན་བྱས་པ་ཡིན་དེ་འདྲ་ཡིན་དུས་དེ་དུས་རིམ་ཉི་ཤུ་རྩ་གཅིག་པའི་ནང་འདི་དེ་ནི་འཇོན་ནུས་དང་ཤུགས་རྐྱེན་ཆེན་པོ་ཡོད་དགོས་ད་གཅིག་པའི་ན་འབྱོར་ལྡན་གྱི་མི་སྣ་ཨང་དང་པོ་ང་ཚོ་ཡོངས་གྲགས་ཧ་གོ་ཡ་གི་སྦེལ་གེ་ཚི་ཟེར་བ་འདྲ་བོ་གཅིག་གིས་དེ་ཨོ་ལོན་མ་སི་ཁི་ཟེར་བ་འདྲ་བོ་དེ་ཚོའི་རིགས་དེ་ཡང་གདངས་ཆ་དེ་ཐོག་ལ་ཕར་ཆོད་ཀ་མར་ནང་ཁུལ་གྱི་བྲིས་རེད་བཞག། དེ་བཞིན་དུ་ནི་ད་ལྟའི་གཞོན་སྐྱེས་ཤིང་ཇུས་ཉིས་ལྡན་གཅིག་ཆོས་ལུགས་དང་མི་རིགས་དང་དེ་འབྲེལ་གྱི་རྒྱབ་ལྗོངས་ཞེ་དྲག་པའི་ཁྱབ་ཁོངས་ལས་བརྒལ་བའི་མི་སྣ་ཧ་ཅང་མང་པོ་ཞིག་གིས་ཡང་དེའི་ཐོག་ལ་ཀ་མར་གནང་གི་འདུག་དེ་འདྲ་ཡིན་དུས་ད་དེའི་ཐོག་ལ་དེ་ནི་ཀ་མར་གནང་ས་གི་སྤྱིར་བཏང་གི་ལྟེགས་ནུས་དེ་ཡང་ཕར་ཆ་ཨ་རི་ན་ཡོད་ས་རེད་དེ་འདྲ་ཡིན་དུས་དཔལ་འབྱོར་དང་དང་ཚན་རིག་ཤེས་ཡོན་གང་ཅི་ཐད་ནས་ཤེས་ཡོན་ཤེས་རྒྱུ་ཆེན་པོ་ཡོད་པ་དག་གདན་འདྲེན་ཞུས་ཡོད་རྒྱུའི་བླངས་རྟགས་གལ་ཆེན་ཞིག་རེད། དེ་འདྲ་ཡིན་དུས་ད་སྤྱིར་བཏང་གི་རིན་པོ་ཆེ་སྒེར་ཡིན་ན་བླངས་རྟགས་དང་ཁྱད་རྟགས་དེ་འདྲའི་མང་པོ་གི་ཐོག་ལ་ཕེབས་མྱོང་རེད་དམིགས་བསལ་གི་སྒེར་ལ་དེ་གི་ཚོར་བ་ཞིག་ང་ལ་གང་ཡང་ཡོད་མེད་ཤོད་གི་མེད་དེ་ཡིན་ན་ཡང་རྩ་བའི་ཆ་ནས་ཡང། བླངས་རྟགས་དེ་འདྲ་ཅིག་གི་ཐོག་ལ་བཀའ་མོལ་གནང་མཁན་དེ་ནང་པ་སངས་རྒྱས་པའི་སྐུ་དྲག་རྐྱང་དཀྱུས་མ་ཞིག་དང། གྲྭ་པ་ཞིག་དང་ད་གྲྭ་རྐྱང་དཀྱུས་མ་ཟེར་བ་ནི་བླ་མ་སྤྲུལ་སྐུ་ཚར་གནས་སྨད་པ་ཞུགས་མེད་ཨ་ད་སྤྱིར་བཏང་གི་ད་ང་ཚོ་འཇིག་རྟེན་གྱི་མིའི་བར་ལྟ་ན་ཁོ་གྲྭ་པ་ཞིག་རེད། ཆབ་མཚོ་དང་དཔལ་འབྱོར་ལ་སོགས་པའི་རྒྱབ་ལྗོངས་དམིགས་བསལ་མེད་པར་གྲྭ་རྐྱང་དཀྱུས་མ་ཞིག་དང་ཨ་ནི་དེ་འདྲིའི་གི་སྒོམ་སྒྲུབ་རང་ལ་ཆེད་ལས་ཀྱི་ཐོག་ནས་དེ་གི་གཞོལ་མཁན་ཞིག་དེའི་ཐོག་ལ་དེ་གི་ཆེད་དུ་བརྡ་འདྲོན་ཞུས་ཡོང་དུས་དེ་གི་ད་ཅིག་ག་རེ་མཚོན་གྱི་ཡོད་རེད། བརྡ་ལན་འདྲ་བོ་ཡིན་ན་ག་རེ་ཞིག་སྤྲད་ཀྱི་ཡོད་རེད་སྤྱི་ཚོགས་ལ་རེ་བ་ལྟོས་ཤོར་གྱི་ཡོད།
ད་སྤྱི་དང་དེང་སང་དུས་རབས་ཉེར་གཅིག་མི་སྣང་ལ་སྒོམ་ཉམས་ལེན་སྐོར་ལ་འཛམ་བུ་གླིང་ག་ས་ག་ལ་དཔེ་མི་སྲིད་དོ་སྣང་ཆེན་པོ་ཆགས་ཡོད་རེད། དེ་ཡིན་དུས་ད་འདི་སྒོམ་ཉམས་ལེན་སྐོར་འདི་ད་དེང་སང་ཉིན་རེ་ཉིན་རེ་ནས་སྒོམ་ཉམས་ལེན་སྐོར་ལ་ཡང་དོ་སྣང་ཆགས་ནས་ད་དཔེར་ན་སློབ་གྲྭ་རིག་འདི་ག་ནང་བཞིན་ཚོང་གི་དེ་འདྲའི་ད་ལྟ་ལས་ཁུངས་ཆེན་པོ་དང་བཟོ་གྲྭ་ཆེན་པོ་དེ་འདྲའི་ནང་ལ་ཡང་སྒོམ་རྒྱག་ཡ་སྒོ་བཙུགས་ཡ་དང་སྨན་ཁང་ནང་ཐ་ན་བཙོན་ཁང་ནང་ལ་ཡང་སྒོམ་བརྒྱ་ཡས་དེ་འདྲ་འགོ་བཙུགས་ཡོད་རེད་དེ་ཡིན་དུས། དེ་ནས་ངེད་ཀྱི་སྒོམ་ཐོག་ལ་ཡང་དེབ་ག་ཤེད་ཅིག་བྲིས་ཡོད་རེད་དེ་ཁོ་ཚོ་གིས་མགྲོན་ཤོག་བཏང་ནས་ཉིས་སྟོང། བཅོ་བརྒྱད་ཡས་མས་ཅིག་ལ་མགྲོན་ཤོག་བཏང་ཡོད་རེད་ད་དེ། ཡིན་རྒྱུ་ནི་ཉིས་སྟོང་ཉི་ཤུ་ཐམ་པ་གི་སྤྱི་ཟླ་བཞི་པ་ལ། ཁོ་ཚོ་གིས་ད Tet ཟེར་མཁན་དེ་གཙོ་བོ་དགྲ་བོ་དེ། མང་ཆེ་བ་གཅིག Canada Vancouver ལ་ནམ་རྒྱུན་ཉི་མ་བཞི་གི་རིང་ལ་ལོ་གཅིག་གི་ནང་ལ་ཉི་མ་བཞི་རེ་འདི་འདྲ་འཚོགས་ཡོད་དེ་ནང་འགྲོ་ཡ་ཆ་བྱད་བྱེད་དུས་ད་ཡིན་ན་ཡང་ད་ལྟ་ཏོག་དབྱིབས་ན་ཚ་ལ་བརྟེན་ནས་ཉིས་སྟོང་ཉི་ཤུ་ལ་འགྲོ་མ་གཏོགས་དེ་རིང་ད་མུ་མཐུད་ནས་ཁ་སང། ཉིས་སྟོང། ཉི་ཤུ། རྩ་གཉིས་སྤྱི་ཟླ་བཞི་བ་ལ་དེ་འདྲ་འགྲོ་རེད་དེ་ཡིན་དུས་ད་དོན་དག་གཙོ་བོ་འདྲ་བོ་དེ་ད་ཁོང་ཚོ། འཛམ་གླིང་རྒྱ་ཆེ་ག་ས་ག་ནས་སྒོམ་ཉམས་ལེན་ལ་དོ་སྣང་ཡོད་པ་དང་ལྷག་པར་དུ་ནང་ཆོས་ཀྱི་སྒོམ་ཉམས་ལེན་དེ་བོད་མི་སྲིད་ཀྱི་གཅིག་གདེང་ཟབ་པོ་དང་རྩ་རྩ་ཆེན་པོ། ཚན་རིག་མང་པོ་གིས་ཞིབ་འཇུག་མང་པོ་བྱས་ཡོད་པ་དང། སྒོམ་ཉམས་ལེན་བརྟེན་ནས་མིག་གི་མི་ཚེ་ལ་ཕན་ཐོགས་པ། ལུས་ལ་ཡང་ཕན་ཐོགས་པ། ཚེ་གི་འགྲོ་སྟངས་ལ་ཕན་ཐོགས་པ། དེ་ནས་སློབ་སྦྱོང་ལ་ཕན་ཐོགས་པ་ཚོང་ལས་ལ་ཡང་ཕན་ཐོགས་པ་བཅས་མང་པོ་ཅིག་ཕན་ཐོགས་ཆེན་པོ་ཞིག་མཐོང་ནས་ད་རྒྱུ་མཚན་དེ་ལ་བརྟེན་ནས་ད་ཁོ་ཚོ་ལྷག་པར་དུ། ནང་ཆོས་ཀྱི་ཐོག་ནས་དེ་འདྲའི་ཉམས་ལེན་པ་ཅིག་ཡོང་ཐུབ་ན་ཡག་པོ་འདུག་དྲན་དེ་འདྲ་ཅིག་ཡིན་གྱི་རེད་དྲན་འདུག། ལ་སོགས་རིན་པོ་ཆེ། དེ་འདྲ་ཡིན་དུས་ད་དེང་སང་སྒོམ་དུས་དེ་ལྟ་བུ་ཞིག་ནུས་པ་ཐོན། ཁྱད་པར་དུ་ད་ནང་པ་སངས་སྐྱིད་པོ་ཆུ་དང་འབྲེལ་བའི་སྒོམ་དེ་དེ་འདྲའི་ནུས་པ་ཐོན་གྱི་ཡོད་ས་རེད། ཉེ་ཆར་ཨ་རི་ལ་ད་དེ་གི། ཆུ་དང་ཆུ་ཀྱི་ནང་ཆོས་ཀྱི་སློབ་སྟོན་གྱི་གདངས་འདྲིལ་བའི་ས་མིག་ཟེར་ན་འདྲ་འདྲ་སྤྱི་ཚོགས་ཀྱི་ལས་རིགས་སོ་སོ་ལ་ནང་ཆོས་རང་ལ་བརྟེན་པའི་སློབ་སྟོན་བྱེད་པའི་ལས་གཞི་དེ་ཧ་ཅང་རྒྱ་ཆེ་རུ་འགྲོ་གི་ཡོད་པ་དང་ཧ་ཝར་གཙུག་ལག་སློབ་ཆེན་གྱི་དེ་གི་ཆོས་ལུགས་སྡེ་ཚན་གྱི་ནང་པ་གི་དེ་འགན་འཛིན་གཅིག་ཡོད་ས་རེད་དེ་གི་ངོས་ནས་ཡིན་ན་ཡང་ད་དེང་སང་གི་དུས་འདི་ལ་དཔེར་ན་ཡེ་ཤུ་དེ་རྟ་ལ་སོགས་པའི་དུག་སློབ་གསོ་གནང་དུས་གཙོ་བོ་གཅིག་ཏུ་ཡེ་ཤུ་གི་དམ་པའི་གསུང་རབ་ཟེར་བ་འདྲ་བོ་དང་དེས་རང་ལ་གཞིར་བཞག་བྱས་ནས་གསུངས་པའི་འཇིག་རྟེན་བཀོད་པ་པོ་ཡིན་དུས། ནང་པ་སངས་རྒྱས་པ་གི་དྲན་པ་ཉེར་གཞག་ཡིན་ན་འདྲ་གཏོང་ལེན་ཡིན་ན་འདྲ་སྤྱིར་བཏང་གི་སྒོམ་ཁྲིད་ག་འདྲི་ཅིག་ཡིན་ན། ཆོས་ལུགས་མེད་པ་དང་ཆོས་ལུགས་ཁས་མི་ལེན་པ་དང་རིག་གཞུང་འདྲ་མིན་གྱི་རྒྱབ་ལྗོངས་ཚང་མ་ལ་སྙོབ་ཐུབ་པའི་དམིགས་བསལ་གྱི་དགེ་མཚན་ཅིག་ཡོད་ཙང་ནི་ནང་པ་སངས་རྒྱས་པའི་ཆོས་ལ་གཏད་པའི་སློབ་སྟོན་དེ་ཨ་རི་ལ་དེའི་ལེགས་བྱས་དེ་རྒྱ་ཆེ་རུ་འགྲོ་གི་ཡོད་པ་སྐོར་ཞིག་ཧ་བར་གཙུག་ལག་སློབ་ཆེན་གྱི་དེ་འདྲའི་དགེ་རྒན་ཆེན་པོ་ཞིག་གི་ཡང་སོང་བཞག་སྟེ་ད་ལྟ་རིན་པོ་ཆེ་སོང་བ་ནང་བཞིན་རེད། དེ་ནས་དེའི་མཇུག་གི་དྲི་བ་གཉིས་པ་དེ་ག་རེ་ཡིན་ཟེར་ན་ད་དེའི་ཁྱད་རྟགས་དེའི་ཐོག་ལ་རིན་པོ་ཆེ་གི་བཀའ་མོལ་གནང་བ་དེས་མི་མང་པོ་ཞིག་ལ་ཧ་ཅང་སེམས་འཁུར་ཐེབས་པ་དང་དེ་རྒྱ་ཡིག་ལ་སོགས་པ་མང་པོ་དང་བསྒྱུར་ཡོད་པ་ཡང་འཇགས་སོང་ཡིན་ན་ཡང་སྙིང་དོན་རྡོག་རྡོག་དེ་རིན་པོ་ཆེ་གི་གླེང་རྟགས་དེ་བརྒྱུད་ནས་ག་རེ་སོང་ཡིན།

དེ་ནས་སྒོམ་ཉམས་ལེན་གྱི་སྔོན་ལ་ཡང་དྲན་པ་ངོ་སྤྲོད་དང་དྲན་པ་ཟེར་མཁན་དེ་དག་ལྷག་པར་དུ་ང་རང་ཚོ་ཉམས་ལེན་གྱི་སྐབས་སུ་ད་ད་ད། སེམས་ནང་ལ་གང་འཆར་བ་གང་དྲན་པ་གང་མཐོང་བ་གང་ཐོས་པ་དེ་གི་ཡུལ་དེ་ལ་ཡང་སེམས་དེ་བཞག་བཞག་ཡ། མ་བཅོས་པར་བཞག་ཅེས་སོགས་པར་ཤེས་ནས་བཞག་བཞག་པ་ལྟར་དྲན་པ་དེ་ཤེས་བཞིན་གྱི་གཉིས་ཀ་གི་ངར་དང་ལྡན་པ་དག་དེ་འདྲ་གཅིག་ཡིན་ཏེ་དང་པོ་དྲན་པ་ངོ་སྤྲོད་མདོར་བསྡུས་ཀྱིས་བྱས་དེ་ནས་དེའི་རྗེས་ལ་ང་རང་གི་མི་ཚེ་ལོ་རྒྱུས་དང་སྦྱར་ནས་ད་དང་པོ་ང་ལ་ཡང་རྔམ་སྐྲག་གི་ཅིག་ན་ཚ་སེ་སེམས་ནང་ལ་རྔམ་སྐྲག་ཆེན་པོ་སྙིང་རླུང་གི་ན་ཚ་དག་བོད་བོད་སྐད་བྱས་ན་འོ་དེ་སྙིང་རླུང་གི་ན་ཚ་བྱུང་དུས་སྒོམ་ག་འདྲའི་དང་པོ་བརྒྱབ་པ་ཡིན་ཟེར་ནས་དེ་འདྲ་བྱས་ནས་ད་སྒོམ་གྱི་རིམ་པ་དང་པོ་དེ་མ་ནི་མ་ནི་ཡིད་བདེ། སེམས་ནང་ལ་ཡང། ཡིད་བདེ་བྱས། ལྷག་པར་དུ་སྒྲ་ལ་མཉན་ནས། སེམས་བདེ། དེ་ཡང། ད་དེང་སང་དུས་ཚོད་ལ། སྒོམ་ཟེར་མཁན་དེ། དཔེ། ནོར་འཁྲུལ་ཐེབས་ནས་གོང་གི་དོན་དག་ལ། གོ་ལོག་ཐེབས་ནས་མི་ག་ཤེད་སྒོམ་ཟེར་དུས་རྣམ་རྟོག་གང་ཡང་སེམས་ནང་ལ་མ་དྲན་ནས། བསམ་རྒྱུ་མེད་པ་དྲན་རྒྱུ་མེད་པ་སེམས་དང་སྟོང་པ་ལ་བསྡད་དགོས་རེད་ཟེར་མཁན་འདི་འདྲ་མང་པོ་ཡོད་རེད་ཡང་ག་ཤེད་ཅིག་གོམས་སེ་དུས་ཞི་བ་དང་ལྷོད་པོ་དང་དགའ་བདེ་དང་སྤྲོ་སྣང་དེ་འདྲ་ཅིག་བཟོ་དགོས་རེད་ཟེར་མཁན་མང་པོ་ཡོད་རེད་ད་འདི་ཚོ་ཐོག་ལ་ཡང་ད་སྒོམ་གྱི་ནོར་འཁྲུལ་དེ་ཚོ་དེ་སྐོར་བལྟས་ཤེས་དགོས་ད་སྒོམ་གྱི་ངོ་བོ་ངོ་མ་དེ་དྲན་པ་དེ་ངོ་ཤེས་ནས་འདི་ང་ལ་བཞག་དགོས་ཟེར་ན་ད་དེ་དྲན་པ་ངོ་ཤེས་དེ་ད་རིམ་པ་གཉིས་པ་ལ་བྱེད་འོང་དུས་དེ་ནས་དང་པོ་འདྲ་འམ། ད་དབུགས། ཡིད་བདེ་གང་རུང་ཅིག་ངང་ལ་དྲན་པ་དེ་རྩ་ལ་བཅང། དེ་ནས་གང་འཚམས་རེ་དེ་ཡུལ་གང་གི་སྟེང་ལ་ཡར་སྒོམ་བརྒྱབ་ན་ཡང་འགྲིག་གི་རེད་ཟེར་ནས་ཅིག་གཟུགས་སྒྲ་དྲི་རོ་རེག་བྱ་དེ་ནམ་རྒྱུན་ང་ཚོ་ག་དུས་ཡིན་ན་ཡང་སྒོམ་བརྒྱབ་ན་འགྲིག་གི་རེད། ག་བའི་དུས་ཚོད། ཡུལ་དུས། ག་དུས་ཡིན་ན་ཡང་སྒོམ་བརྒྱབ་ན་འགྲིག་གི་རེད་ས་ཆ་ག་བ་ལ་སྒོམ་བརྒྱབ་ན་འགྲིག་གི་རེད་ཟེར་ན་ང་ཚོ་འདི་ནས་ཅིག་ཤེས་ཀྱི་ཡོད་ད་འདིའི་སྐོར་ལ་ཡར་བལྟས་ཟེར་བྱས་ནས་མཐའ་མ་དེ་ཡུལ། ད་མདོར་བསྡུ་ན་ལུས། ཚོར། སེམས། ཆོས་ལ་སོགས་པ་ཡུལ་དེ་ཚོ་ལ་སྟེང་ལ་སྒོམ་རྒྱག་པས་མ་ཚད། ལྷག་པར་དུ་ཉོན་མོངས་སྡུག་བསྔལ་བྱུང་ན། དེ་ཁོ་རང་གི་སྟེང་ནས་དྲན་པ་གཏན་ནས་བཞག་པ་ཡིན་ན། ཉོན་མོངས་པ་དང་སྡུག་བསྔལ་ཁོ་རང། དྲན་པས་ཀྱི་བརྟེན། དྲན་པས་ཀྱི་གྲོགས། ཨ་ནི་དྲན་པ་མ་ཡེངས་པའི་སྟེང་ཆགས་ནས། ཨ་ནི་ཉོན་མོངས་སྡུག་བསྔལ་འདིའི་སྟེང་དུ་ད་ང་རང་ཚོ་ཤེས་རབ། དཔེར་ན། ངག་གི་རྔམ་སྐྲག་གི་ན་ཚ་འདྲ་བ་ཅིག་བཏགས་འོང་དུས་ལུས་ཚོར་དང་ཅིག། ནི་ཅིག། སྒྲ་སྤྱི། འདི་རྣམས་ལ་ཡང་ཡུལ་གྱི་རྣམ་པ། དེ་ནས་ཅིག་ཚིག་སྐད་ཆ་འདྲ་མི་འདྲ་བཤད་བསྡད་མཁན། ད་འདི་ཚོ་ཆ་ཚང་སྐྱབས་ལ་ལྟ་བ། ད་འདི་འདྲ་བྱས་འོང་དུས་དུམ་བུ་བཞི་ཆགས་འགྲོ་གི་ཡོད་རེད། དེ་རྔམ་སྐྲག་དེ་ངོས་འདི་རེད་ཟེར་ན་བཟུང་རྒྱུ་མེད་རེད། ངོས་མ་བཟུང་འོང་དུས་ད་ག་རེ་མཐོང་གི་རེད་ཟེར་ན་དུམ་བུ་བཞི་ཐམ་པ་ཆགས་ནས། དུམ་བུ་བཞི་པོ་དེ་ཡང། དེ་ནས་གཅིག་ལ་གཅིག་བརྟེན་ནས་ལུས་ཀྱི་ཚོར་བ་དེ་མེད་ན་རྔམ་དྲག་གི་ན་ཚ་ཡོད་མ་རེད་ཡུལ་ཡུལ་དེ་མེད་ན་ཡོད་མ་རེད་སྐད་ཆ་བཤད་བསྡད་པ་དེ་མེད་ན་ཡོང་མ་རེད་ལྟ་བ་དེ་རྒྱབ་ལྗོངས་མེད་ན་རྔམ་དྲག་ན་ཚ་དེ་ཡོང་གི་ཡོད་མ་རེད་དེ་ནང་བཞིན་དུ། དེ་ཚོའི་ཆ་ཚང་བསྒྱུར་ནས་སྐད་ཅིག་སྐད་ཅིག་བསྒྱུར་བ་དང་དེ་འདྲའི་གི། ག་ལེ་ག་ལེ་ག་ལེ་མི་དག་གདོད་མ་གཞན་དབང་ཅན་མཐའ་མ་དེ་ངོས་བཟུང་མ་རྙེད་ནས་དེ་ནས་བདེན་སྟོང་དུ་གཏན་ལ་ཕབ་ཡ་དག་དེ་འདྲ་ཡོང་གི་རེད་ཟེར་ནས། དེ་འདྲའི་གི་སྐོར་རིམ་པ་འདྲ་བོ་དེ་བཤད་ནས་དག་མདོར་བསྡུ་ན་རྐྱེན་ངན་གྲོགས་ཤར། ཉོན་མོངས་ཁོ་རང་འདི། ང་རང་ཚོ་ཡིན་ན་རང་གྲོལ། དེ་ནས་གཉེན་པོ་དེ་ཉོན་མོངས་ཁོ་རང་གི་རང་བཞིན་དེ་ཤེས་འོང་དུས་ཁོ་རང་གྲོལ་འགྲོ་གི་རེད་དེ་འདྲ་འདྲ་བ་མདོར་བསྡུས་བྱས་ནས་ཐག་བཅད་ནས་བཞག་ཡོད། ལགས་སོ།
ད་ལྟ་ད་རིན་པོ་ཆེ་གི་དེ་ལྟ་བུའི་སྤྱི་བཏང་གི་སྒོམ་གྱི་རིམ་པ་གི་དངོས་གཞི་གི་ཐོག་ལ་བཀའ་མོལ་གནང་ཡོང་དུས་ཀྱི་ད་དེ་ག་རང་རེད་སྤྱི་བཏང་གི། འཇམ་མགོན་མི་ཕམ་རིན་པོ་ཆེ་གི་སེམས་ངོ་མཛུབ་ཚུགས་ཀྱི་ཏོག་ལྡན་གམ་བུ་གི་ནང་ལ་ཡང་མ་གཡང་བཀྲམ་པའི་ཤ་ར་དང་མ་བྲལ་བའི་ངང་ནས། ཉམས་ལེན་གྱི་རྒྱུན་སྐྱོང་སྟངས་ཀྱི་ཐོག་ནས་འདི་ལྟར་བཀྲམ་པའི་ཤ་ར་དང་མ་བྲལ་བ་ཞིག་གསུང་གི་ཡོད། དེ་ནང་བཞིན་གྱི་ཐེག་ཆེན་ཚུར་འཇུག་གི་ནང་ན་པ་རོང་ཟོམ་ཆེན་པོ་གི་ད་ལྟའི་སྐོར་དུ་དེ་གི་ཤེས་བཞིན་ཆེན་པོའི་སྣོད་ཀྱིས་བཟུང་ནས། བཏང་སྙོམས་ཆེན་པོས་ང་ལ་བཞག་པ། ཟེར། ད་དེའི་ཚིག་དེ་རྒྱབ་ལྗོངས་ཀྱི་ཐོག་ནས་ཁོང་གིས་ག་རེ་གསུངས་འདུག་ཟེར་ན་ནི་ད་ཉོན་མོངས་པ་གང་སྐྱེས་ན་ཉོན་མོངས་པ་ཁོ་རང་གི་ངོ་བོ་ལ་ལྟ་དགོས་རེད། དེ་ལ་རང་བཟོ་འབའི་ལུང་ཞིག་དྲངས་ཡོད་རེད་དེ། འཇམ་དཔལ། མ་ཡིན། རྡུལ་ཙམ་གཡོ་བ། དེ་ཉིད་དེར་ཡིན་དེར་མི་གནས་ཟེར། ཕར་ཕྱིན་རྫོགས་ཆེན་རྡོ་ལ་ཟེར་བཞིན་ཡིན་ལ་གཅིག་གི་ལུང་དྲངས། གང་རེད་ཟེར་ན་སྣང་བ་གང་སྣང་བ་དེ་ཁོ་འཇམ་དཔལ་གྱི་རང་བཞིན་ལས་གང་ཡང་ཡོད་མ་རེད་ཟེར་དེ་ཉིད་དེ་ཡིན། དེར་དམག་ནི་ཟེར་གཞན་པ་གང་ཡོད་མ་རེད་ཟེར་གསེར་གླང་ལ་ས་རྡོ་མི་རྙེད་པ་ལྟ་བུ་ཅིག་རེད་ཟེར། ད་རིན་པོ་ཆེ་གི་སྤྱིར་བཏང་དེ་ཡང་སྤྱིར་བཏང་གི་ནི་ལུས་དང་པོ་པ་ནང་བཞིན་ཅིག་དང་པོའི་དམིགས་པ་གཅིག་ལ་སེམས་ལྟ་བུ་དམངས་སྲིད་ཀྱི་ཐོག་ནས་ཡར་འཁྲིད། དེ་ནས་རིམ་གྱིས་རིམ་གྱིས་དེ་དམིགས་པ་གི་གཞི་དེ་ཚོ་ལ་བརྟགས་ནས་ཆ་ཤས་རྣམ་པ་བཞི་བོ་རེ་རེ་ནས་བརྟགས་ནས་ངོས་བཟུང་ནས་ཉོན་མོངས་པ་ཁོ་རང་གི་ངོ་བོ་དེ། མེད་པར་ཆགས་ནས་དབུ་མ་གི་ལམ་དང་མཐུན་པར་བྱེད། ཐ་མ་ནི་ཡིད་མི་བརྩད་བྲལ་དུ་ཡར་ལ་བསྡད་ནས་དེ་ནས་ད་ཡར་གྱི་ཕྱག་རྫོགས་ལ་སོགས་པ་དགོངས་པ་དང་མཐུན་པར་བྱེད་ད་ང་རང་གི་གོ་བ་བླངས་ན་ད་རིན་པོ་ཆེ་གི་ཁྲིད་སྟངས་ཀྱི་བརྒྱུད་རིམ་དེ་ཧ་ཅང་ཐབས་སྐྱིད་པོ་ཞིག་དང་ཡང་གཅིག་དེ་གི་ཁ་གསལ་བ་གོ་བདེ་བོ་དེ་འདྲ་ཞིག་གི་ཐོག་ནས་གནང་གི་འདུག་བསམ་པ་དེ་འདྲའི་གི་ཚོར་བ་དེ་ཅུང་སོང་ར། ད་དེ་འདྲ་བོ་རེད་ཡིན་ན་ཡང་ད་ལྟ་ངའི་ཤེས་རྒྱུད་དུ་སྤྱི་བཏང་ནམ་རྒྱུན་མདོ་སྔགས་ཐུན་མོང་བ་བྱས་ནས་ལྷག་པར་དུ་སྔོན་པོ་མཛོད་རྣམས་ལ་སོང་བཞག་པ

མི་རྟག་སྡུག་བསྔལ། ལ་སོགས་པ་ཅི་ཐ་མ་དེ་ནས་ཅིག་སྟོང་པ་ཉིད་ཆ། ཟབ་རྟོགས་ཤེས་ན་མ་ཐུབ་ན་ག་འདྲ་ཡོད་ན་ད་འདི་ད་ལྟ་ཡོངས་གྲགས་ལ་དེ་དེ་འདྲ་མི་འདུག་དེ་ཡིན་དུས་ཡོངས་གྲགས་ལ་དེ་འདྲ་བཤད་གི་མེད་དེ་རིམ་པ་བཞིན་དུ་ད་ཁོ་ནང་ནང་ཆོས་ལ་ཞུགས་ནས་ཨ་ནི་གཞི་གནས་དང་བླང་དོར་དངོས་གྲུབ་དངོས་གཞི་ལ་མ་རིམ་པ་ཅིག་བྱུང་ན་ད་ལྟ་ཁྱེད་གསུང་བ་ནང་བཞིན་དེ་ནི་དེ་ངོ་སྟོང་ཉིད་འདོད་གྲལ་དུ་དང་དེ་ནི་འོད་གསལ་གསལ་སྟོང་ཟུང་འཇུག་ཟེར་རིམ་པ་རིམ་པ་བཞིན་དུ་ཉམས་ལེན་བྱེད་དེ་འདྲ་བྱེད་ཀྱི་ཡོད། ལགས་སོ།
ལགས་སོ། ད་ཐེངས་ཀྱི་གཅིག་ལམ་གྱི་རིམ་པ་གི་གོ་རིམ་ཟེར་བ་དེ་སྤྱིར་བཏང་གི་ང་ཚོ་གི་ད་རང་ལྟོ་ཙམ་མ་ཡིན་པར་བོད་བརྒྱུད་ནང་བསྟན་སྤྱིའི་འགྲོ་སྟངས་དེ་ལམ་གྱི་རིམ་པའི་གོ་རིམ་ཟེར་བ་དེ་དངོས་གནས་གཞན་དང་མི་འདྲ་བའི་ཚགས་ཚུད་པོ་ཞིག་དང་བརྒྱུད་རིམ་ཆ་ཚང་བ་ཞིག་ཡོད་རེད་བ་དེ་ནི་རིན་པོ་ཆེ་འདྲ་ཡིན་ན་དེ་ལྟ་བུའི་ད་བླ་མ་སྐྱེ་བོའི་དམ་པ་བསམ་གྱིས་མི་ཁྱབ་པ་མང་པོ་ཞིག་གི་ཐུགས་སྲས་དང་དེ་འདྲའི་ཆགས་ཡོད་རེད་ད་ནམ་རྒྱུན་གྱི་དེ་འདྲ་ཡིན་དུས་ཀྱི་ད་ཕྱོགས་གཅིག་ནས་ནི་ཅིག་ཆོས་ལུགས་ཡོད་མེད་ཚང་མ་ལ་འཕྲོ་དུ་མང་ཞིག་གི་འཕྲོ་རིམ་ཅིག་ཡོད་པ་བཅས་ཕྱོགས་གཅིག་ནས་དེ་ནས་རིམ་གྱིས་རིམ་གྱིས་ནི་ཐུན་མོང་མ་ཡིན་པའི་ལམ་ལ་ཡར་འཁྲིད་ཐུབ་པ་དེ་འདྲའི་ཞིག་གི་ཐབས་ལམ་ད་ཅིག་དེ་གི་དེ་ཐབས་ཤེས་ཟུང་འཇུག་གི་ཐོག་ནས་དེ་གི་འཁྲིད་གནང་བ་དེ་ཧ་ཅང་དེ་གི་དེ་གལ་འགངས་ཆེན་པོ་དང་དེ་འདྲའི་རེད་བསམ་གི་ཡོད་ང་རང་གི་དེ་གི་བསམ་ཚུལ་ཡིན། དེའི་རྗེས་ལ་རིན་པོ་ཆེ་ལ་ད་དྲི་བ་གསུམ་པ་དེ་གང་རེད་ཟེར་ན། ད་སྤྱི་བཏང་གི་སྐྱབས་རྗེ་མི་འགྱུར་རིན་པོ་ཆེ་སྲིད་དབང་དེ་གི་ཆེད་ཀྱི་ཕྱག་དེབ། དེ་གི་བདེ་སྐྱིད་ཀྱི་འཚོ་བ་ཟེར་གི་ཡོད་ནའང་འདྲ། ད་དེ་གི་ནམ་རྒྱུན་རྒྱ་ཡིག་དེ་ཚོའི་ཐོག་ལ་ཧྲི་ཅིན་ཧྲན་ཚོའི་ཁ་ལེ་དུ་རན་ཟེར་བ་དེ་རེད་བ་ལ། དེ་ད་ཚང་མས་ཧ་གོ་གི་ཡོད་རེད་དེ་གཉིས་ཀ་ཁྱེད་ཤེས་པ་དང་དེབ་དངོས་ཤེས་པ་གཉིས་ཀ་ཕན་ཚུན་གཅིག་ལྟོས་ས་ལྟོས་འཇོག་ར་བོ་ཅིག་ཆགས་ཁ་ཞིག་དེབ་དེ་བརྒྱུད་ནས་ཁྱེད་དངོས་ཤེས་ཁ་ཞིག་ཁྱེད་བརྒྱུད་ནས་དེབ་དེ་ལ་དོ་སྣང་སླེབས་པ་མང་པོ་ཡོད་ས་རེད། ད་ཡིན་ན་དེ་བརྒྱུད་རིམ་འདྲ་བོ་ཞིག་སྟེ། ད་ཕྱི་ལོ་ཉིས་སྟོང་གཉིས་ཀྱི་ལོ་ད་ལྟ་ཨ་རི་གི་ད་ལྟ་དེ་གི་སློབ་གྲྭ་ཆེན་མོ་ཞིག་གི་ནང་དུ་རེད་འདུག་བ། དེ་ལ་དེ་གི་དེ་ཞིབ་འཇུག་གི་སྡེ་ཚན་ཅིག་གི་ནང་ལ་དེ་སྔའི་བོད་ཡིག་གི་ཐོག་ལ་ཕར་ཆེར་བསླབ་པ་གི་གྲུབ་ཚུལ་དང་དེའི་འགུལ་སྐྱོད་དང་སྤྱོད་ལམ་ཟེར་བ་མི་འགྲོ་བསམ་སོང་ད་རགས་རིམ་ཅིག་དེ་འདྲའི་མ་གཏོགས་འགྱུར་ཤེས་མ་སོང། དེ་འདྲའི་ཞིག་གི་ཞིབ་འཇུག་ལེགས་བཞེས་ཀྱི་ཆེད་དུ་དེ་རིན་པོ་ཆེ་ལ་སོགས་པ་བོད་བརྒྱུད་ནང་བསྟན་གྱི་སྒོམ་གྱི་ཉམས་ལེན་པ་དུ་མ་ཞིག་ཕར་ཆེར་བདམས་ཐོན་བྱས་ཡོད་ས་རེད། སྐབས་དེའི་སྐབས་སུ་དེ་བླ་ཆེན་གྱི་ཞིབ་འཇུག་བྱེད་མཁན་དེ་ཚོ་གི་ཚན་རིག་དང་དེང་རབས་ཀྱི་འཕྲུལ་ཆས་ཀྱི་རིན་པོ་ཆེ་གི་དབུ་བླ་ལ་དགའ་བའི་སྐུ་པར་དེ་ཚོ་ངས་མཇལ་མྱོང། དེ་འདྲ་ཡིན་དུས་དེའི་སྒོམ་གྱི་དེ་གི་བླ་ཁམས་ལ་འགྱུར་བ་ཐེབས་སོགས་ཀྱི་ཤུགས་རྐྱེན་དེ་ཅིག་བཏགས་འོང་དུས་ད་ཅིག་ཧ་ལས་པོ་གསར་གཏོགས་ཆེན་པོ་ཞིག་བྱུང། གོང་ས་འོག་ཟེར་ན། དེ་གི་རྒྱུན་ལྡན་གི་དེ་གི་འཕྲུལ་ཆས་ཀྱི་འགུལ་སྐྱོད་དེ་ཚོ་ལ་ཕལ་ཆེར་སྐྱོན་ཆ་ཞིག་བྱུང་ཡིན་ས་རེད་བསམ་ནས་འཕྲུལ་ཆས་ཀྱི་ནོར་འཁྲུལ་ཞིག་ཤོར་སོང་བསམ་ནས་དེ་འདྲའི་གི་ཡང་ཡང་བརྟག་དཔྱད་བྱེད་དགོས་པ་དེ་འདྲ་བྱུང་རེད་ཟེར་ཡིག་ཐོག་ལ་དེ་འདྲའི་འཁོད་འདུག་དེ་ནང་བཞིན་གཅིག་ཏུ་དེ་གི་རྗེས་སུ་ད་དངོས་གནས་གི་དེ་གི་སྒོམ་གྱི་ནུས་པ་བསམ་གྱིས་མི་ཁྱབ་པའི་འགྱུར་བ་བྱུང་བ་དེ་ར་འཕྲོད་ཚན་རིག་པས་ཀྱང་ངོས་ལེན་བྱས་ནས་དེ་ནས་གྲུབ་འབྲས་ཡང་ཕུན་སུམ་ཚོགས་པ་ཞིག་ཐོན། དེའི་དང་རྒྱུད་འགྲེལ་དུ་རིན་པོ་ཆེ་གི་ཡང་ཏིག་གི་ཕྱག་དེབ་དེ་ཙམ་ནི་ནི་འཛམ་གླང་གི་བདེ་སྐྱིད་ཆེ་ཤོས་ཀྱི་མི་སེར་བའི་ཕྱག་དེབ་དེ་ཨ་རི་གི་ཏིག་གི་ནིའུ་ཡོག་གི་དུས་བབ་ཀྱི་ད་ལྟ་ད་བྲིན་ཚོང་གི་དེབ་ཀྱི་ཁོངས་སུ་ཡང་འདེམས། མ་གཞི་སྔ་ཕྱི་ལ་ཏིག་གི་བཀའ་ཡིག་ཉི་ཤུ་ལྷག་ཅིག་གི་ནང་ལ་བསྒྱུར་ནས་དེ་འདྲ་བྱས་བཞག་ད་ལྟའི་ང་ཚོ་གི་ཡང་ཅིག་འཇིག་རྟེན་ཆོས་ཀྱི་གླུ་བཏང་ནས་ཤངས་ཅིག་གི་གོ་འཕང་སྒྲུབ་མཁན་ལ་མཚོན་ན་དེ་བླང་རིན་ཡོད་ཀྱི་ཡིན་གྱི་མ་རེད་ཡིན་ན་ང་ཚོ་སྤྱི་ཚོགས། ལ་གཏུགས་པའི་ཁུ་རང་ནང་ཆོས་ཀྱི་དེ་འདྲིའི་གི་ཅིག་སངས་རྒྱས་ཀྱི་གཏམ་པ་འཛིན་སྐྱོང་སྤེལ་གསུང་གི་ངོས་ནས་ཡིན་ན་ད་འདི་སྤྱི་ཚོགས་ཀྱི་ངོས་ནས་གལ་ཆེན་པོ་ཞིག་ཆགས་ཀྱི་ཡོད་རེད་བསམ་གྱི་འདུག་དེ་ཡིན་དུས། ད་ངས་འཇིག་རྟེན་མིའི་སྤྱི་སྟངས་ཀྱི་སྐད་ཆ་བཤད་སྟངས་ཡིན་ན་དེ་ཡང་སྐུ་ཉིད་ཀྱི་སྒོམ་སྒྲུབ་དང་འབྲེལ་བའི་རྣམ་ཐར་གྱི་ཆ་ཤས་ཅིག་དང། ནང་ཆོས་སྒོམ་སྒྲུབ་ཀྱི་རྒྱལ་སྤྱིའི་གི་གནས་བབ་ལ་མཐོར་འདེགས་ཀྱི་ཐོག་ལ་ནུས་པ་ཐོན་པའི་དེ་གི་དེ་ལྟ་བུའི་རླབས་ཆེན་གྱི་གྲུབ་འབྲས་ཤིག་ལ་ངོས་བཟུང་ན་ཆོག་གི་རེད་བསམ་གྱི་འདུག་དེ་འདྲ་ཡིན་ན་ཡང་ད་དེའི་ཤོག་དེ་རིན་པོ་ཆེ་རང་གི་ཤར་ནས་ང་ཚོ་ལ་ཐ་སྐར་དེའི་སྐོར་གྱི་དེ་གི་བྱུང་བ་དེ་གསུང་བ་དེ་ང་རང་ངོས་སུ་འཇགས་མ་མྱོང། དེ་འདྲ་ཡིན་དུས་དེའི་ཕྱོགས་ལ་རིན་པོ་ཆེ་གིས་ང་ཚོར་སྐབས་དེའི་བྱུང་སྟངས་དང་འབྲེལ་བའི་བཀའ་ལན་མདོར་བསྡུས་ཤིག་གསུངས་རོགས། ཨ་སོ། ད་དེ་ཉིས་སྟོང་གཉིས་ནས་བྱས་ནས། ད་ཚན་རིག་པ་མང་པོ་ཅིག་ནང་པ་གི་བསྒོམ། དཔེར་ན་ད་ང་རང་ཚོ་ལོ་གསུམ་གྱི་མཚམས་འདས་མཁན། ཆུ་ཚོད་སྟོང་ཕྲག་བཅུ་ལ་བསྒོམ་བརྒྱབ་སྙུང་བ་ཟེར་ན་ད་ལོ་གསུམ་ལ་ཧ་ལམ་རྩིས་བརྒྱབ་ན་དེ་འདྲ་བོ་འདྲ་བོ་ཆགས་འགྲོ་སྟོང་ཕྲག་སྟོང་ཕྲག་བཅུ། དེ་ནས་ད། རེད་ད་ཁོང་ཚོ་འདི་ན་ལ FMRI ཟེར་དུས། འཕྲུལ་ཆ་ཆེན་པོ་གཅིག་ནང་ལ་ཡར་ཞུགས་ནས་འགྲོ་ཡས་གཅིག་ཡོད་དེ་ནང་ལ། གཟུགས་པོ་དེ་ཡར་མ་འགུལ་ཆོག་གི་མ་རེད། ལ་སོགས།
ཁོ་ནང་ཡ།
སོགས་རྒྱ་བའི་གཟུང་ས་ཆུད་ཟོས། དེ་ནས་རས་འདྲ་མི་འདྲ་གི་གཏུམ། དེ་ནས་དེ་ལ་ཡ། ད་ལྟ། ཨ་མཆོག་ན་ཉལ་ཅིག་ཡོད་དེ་ཁོ་ཚོ། ཁོ་རང་ཚོ་གི་ད་འདི་སྒོམ་འདི་རྒྱབ་འདི་མི་རྒྱབ་ཟེར་ན་ལག་གི་རེད། ཆོས་ཚུལ་གཉིས་གསུམ་བཟླས་དགོས། བཀའ་ནི་མ་འགུལ་བར་བྱ། ད་འདི། སྒོམ་བརྒྱབ་པའི་སྐབས་སུ་གཅིག་དེ། དམིགས་པའི་ཡུལ་ལ་དམིགས་པའི་སྒོམ་གཅིག་བྱམས་པ་དང་སྙིང་རྗེ། གཅིག། སྟོང་ཉིད་གཅིག་སེམས་རང་བབས་བྱ་ཡ་ལགས་སོགས་རིམ་པ་བཞི་སུ་གོམས་ཡས་ཡོད་རེད། ད་ཁོང་ཚོ་གི་བཀའ་མ་གསུམ་སུ་སྒོམ་དེ་བརྒྱབ་རོགས་གྱིས་ཟེར་ནས་བཤད་ཡོད། སྒོམ་བརྒྱབ་པའི་སྐབས་སུ། དེ་ནས་ཁོང་ཚོ་འདི། སྒྲ་སྒྲ་མི་འདྲ་བས་ན། སྤུ་གུ་ཆུང་ཆུང་ངུ་དེ་བས་ངུ་སྒྲ། དེ་ནས་གཅིག། སྐྲག་སྣང་གི་ཞེ་སྣང་རྔམ་སྒྲ་ལངས་སོང་བའི་སྒྲ། དེ་འདི་ན་ལ་ཡ། དེ་ནས། གཟུང་སྟོང་གློག་བརྙན་ཆུང་ཆུང་ཅིག་དེ་ན་ལ་ཡ། དེ་ནས་ང་རང་ཚོ་གཤགས་བཅོས་བཏང་འདི་བ་ཁྲག། དམར་འཛག་འཛག་འབར་དེ་བ་དེ་འདྲ་གི། པར་འདྲ་མི་འདྲ་དེ་ནས་སྟེང་གི་རེད། ཅིག་རྔམ་སྒྲ་དང་ཞེ་སྣང་སྐྱེས། ཨ་དེ་ག་ལ་དེ་ནས་སྒོམ། རྒྱབ་ནས་དེ་ནས་བསྡད་གོ་རེད།

དེ་ཡང་པདྨ་མི་ཟེར་གི་གདའ། ནམ་རྒྱུན་དེ་བརྒྱ་ཆ་གཅིག་ནས་བརྒྱ་ལྷག་འགྲོ་རྒྱུ་ཡོད་མ་རེད། ད་ཁོང་ཚོ་རྩིས་རྒྱབ་སྟངས་འདྲ་ཞིག་བལྟ་འོང་དུས། བརྒྱ་ཆ་བདུན་བརྒྱ་ཐམ་པ་ཡར་སླེབས་འགྲོ་གི་རེད། དེ་ཡིན་དུས་ད་ཉི་མ་དང་པོ་འདི་ལ་ཁོང་ཚོ་ཨོ་ད་ང་ཚོ་མི་གཞན་འདི་ལ་གྲོ་ལ་རེད་དོ་ཁྱེད་རང། ཕྱི་དྲོ་ལྷོད་ལྷོད་བྱས་ན་འགྲིག་ས་རེད་ཟེར་ཏེ་ང་ཚོ་པདྨ་འདི་མཚོ་འདྲ་བོ་ཆུང་ཆུང་ཞིག་དེ་ནས་སྐོར་ར་བརྒྱབ་འགྲོ་དུས་ཡང་བཟང་ཉིད་ནས་བལྟ་འོང་དུས་ཡང་དེ་ག་རང་ཡིན་པ་རེད་དེ་ཡིན་དུས་དེ་ང་གཅིག་པུ་མ་རེད་ང་ཚོ་བླ་མ། ལོ་མང། མཚམས་མང་པོ་བཞུགས་སྡོད་པ་དེ་ནི་མང་པོ་ཅིག་ལ་རིམ་པ་བཞིན་སྟ་རེར། དྲུག་བདུན་ཅིག་འཕེལ། དེ་བྱེད་དུས་ད་མདོར་བསྡུ་ན། སེམས་དེ་རང་དབང་ཅན། ཧ་ལམ་ང་རང་ཚོ་ཡིན་ན། ལྟས་ཅིག། སེམས། བཏང་འགྲོ་བཞག་དུས་ལ་རང་དབང་ཏོག་ཙམ་ཏོག་ཙམ་ཐོབ་འདོད་པ་འདྲ་བོ་ད་དེ་འདྲ་ཅིག་མཐོང་གི་འདུག་ཟེར་ནས་ཁོང་ཚོས་ལབ། ད་འདིས་སེམས་ལ་རང་དབང་སྟོས་སུ་ཐོབ་ན་ད་བདེ་སྐྱིད་ཀྱི་གཞི་རྩ་ངོ་མ་དེ་དེ་རེད་འདུག། ནམ་རྒྱུན་ང་རང་ཚོའི་སེམས་ནང་ལ་རྣམ་རྟོག་དྲན་ཆོག་གི་མ་རེད་བསམ་དོན་མང་རུ་དྲན་གྱི་ཡོད་རེད།

གད་མོ་ཤོར་ནས་འགྲོ་བསྡད་ཀྱི་རེད་ནང་ལ་ཕ་དང་ངོ་དེ་པ་ནང་གི་འཚོ་བ་དེ་ནས་ཡོང་གི་རེད་ན་ས་དེ་ད་དུས་ཚོད་མང་ཆེ་བ་དེ་སེམས་ལ་རང་དབང་མ་ཐོབ་ནས་ཡོང་གི་འདུག་དེ་སེམས་ལ་རང་དབང་ཐོབ་ན་དངོས་གནས་སྡིག་ནས་ཞི་བདེ་ཞིག་ཆགས་ཀྱི་འདུག་ད་དེ་ཁོ་ཚོ་གཙོ་བོ་དེ་ལབ་ཀྱི་ཡོད་ད་དེའི་ཐོག་ནས་ངས་དེབ་དེ་དེང་དུས་ཚན་རིག་གི་ཞིབ་འཇུག་གི་གྲུབ་འབྲས་ནང་ཆོས་ཀྱི་ཉམས་ལེན་དེ་མཉམ་དུ་བྱས་ནས་ད་ལྟ་དགའ་བའི་འཚོ་བ་ཟེར་གྱི་དེབ་དེ་ཡིན་ན་ཡང་ད་དེའི་དེབ་དེ་རྒྱལ་ཁབ་ཁག་རེ་རེ་ལ་བསྒྱུར་འོང་དུས་ཁོ་ཚོས་མིང་དེ་བསྒྱུར་བཞག་འདུག་རྒྱ་སྐད།

ཨ་ཁོ་རང་ཅིག་ད་ནི་ཤག་ཤག་ད་དེ་དཔེ་མི་སྲིད་པ་དེ་གི་མི་དེ་ཁོ་རང་ལ་དེ་གི་དངོས་ཡོད་རང་ལུགས་པ་ཞིག་ཆགས་འདུག་དྲན་ནས་རིན་པོ་ཆེ་གི་དུས་དེབ་དེ་དེ་ལྟ་བུ་ཞིག་བྲིན་པ་དེ་ཡང་རྟ་མགྲིན་གྱི་རྒྱབ་ལྗོངས་ཀྱི་རྒྱུ་མཚན་གཅིག་ནུས་པ་ཞིག་ཡོད་པའི་རྒྱུ་མཚན་ཡིན་པ་དེ་ཡང་རིན་པོ་ཆེ་ཤར་མཐོང་བའི་རྒྱུ་མཚན་གྱི་ཞུ་གི་མེད་དེ་ང་རང་གི་ཡིད་ཆེས་ཡིན་དེ་ཡང་གཅིག་ན་རིན་པོ་ཆེ་རང་གི་སྒོམ་གཉིས་ན་ནི་དེང་རབས་ཚན་རིག་གི་དེ་ར་འཕྲུལ་ཡག་པོ་ཅིག་བྱུང་བ་ཨ་གཉིས་ཀ་ཡིན་དེ་གི་ཁོ་དེ་འདྲའི་གི་ཅིག་ཐབས་ལམ་ཐུན་མོང་མ་ཡིན་པ་ཅིག་གི་ཐོག་ནས་དེ་ནི་མི་དེ་ཚོ་ལ་དཔེ་མི་སྲིད་པའི་ར་འཕྲུལ་བྱུང་བ་དེ་ད་དེ་ནང་གི་རེད་བསམ་གྱི་འདུག་དེ་འདྲ་ཡིན་དུས། ད། སྤྱིར་བཏང་གི་རིན་པོ་ཆེ་ད་ལྟ་སོང་སོང་དྭངས་གཙང་ཏོག་མཚེར་གྱི་ནར་དབྱངས་གསལ་གྱི་འདུག་ན་ཟེར་བ་ད་ང་ཚོ་སྔ་མོ་ཡིན་ན་སྙིང་རླུང་དང་དྲི་འབྲིང་གི་ནར་དེ་ཡིན་དུས། དེ་ལྟ་བུའི་ནར་པ་ཡང་མང་པོ་ཡོད་རེད་ད་དེ་འདྲ་ཡིན་ན་དེ་ལ་བརྟེན་ནས་སྒོམ་དེ་ལ་དོ་སྣང་མང་བ་གནང་གིན་ཡོད་རེད་ཡིན་ན་ང་ཚོ། དེ་དྲི་བ་བཞི་པ་དེ་རིན་པོ་ཆེ་གི་དགོངས་ལ་ད་ལྟ་མི་རྣམས་ཀྱིས་དེ་གི་སྒོམ་སྒྲུབ་ལ་སྔར་ལས་ལྷག་པའི་དོ་སྣང་བྱེད་དགོས་པའི་རྒྱུ་མཚན་གཙོ་བོ་དེ་གང་རེད་དགོངས་ཀྱི་འདུག།
ཨ་དེ་རྒྱུ་མཚན་གཙོ་བོ་གསུམ་ཟོས་ས་རེད། དང་པོ་དེ། དེ་ནས་ཚན་རིག་གི་ཞིབ་འཇུག་བྱས་ར་ད་ཉིས་སྟོང་གཉིས་ནས་བཟུང་སྟེ་ད་ལྟ། ངས་ཉིས་སྟོང་གཉིས་ནས་ཞིབ་འཇུག་སྒོམ་ལ་ཞིབ་འཇུག་འགོ་བཙུགས་ད་ལྟ་གཙོ་བོ་དེ།

རྒྱུ་མཚན་གཉིས་པ་དེ་ནང་ཆོས་ནས་གསུང་བཞག་པའི་ད་ང་རང་ཚོ་ལྟ་བ་གོམས་པ་སྤྱོད་པ་དེ་ཚོ་ཉིན་མ་རེ་རེ་བཞིན་དུ་དེང་དུས་ཚན་རིག་གི་ཞིབ་འཇུག་གི་གྲུབ་འབྲས་དེ་ལ་ཐག་ཉེ་རུ་ཉེ་རུ་ད་ནས་ཅིག་ཉིན་མ་རེ་རེ་བཞིན་དུ་དཔེ་མི་སྲིད། དཔེ་བཞག་པ་ཡིན་ན་ཆུ་ཆུ་བོ་གཉིས་པོ་དེ་གཅིག་འདྲིལ་ཆགས་ནས་ག་ལེ་ག་ལེ་ཉིན་མ་རེ་ཐག་ཉེ་རུ་ཉེ་རུ་ཉེ་རུ་འགྲོ་དགོས་རྒྱུ་མཚན་གཅིག་དེ་ཐོག་ནས་ཡིན་ས་རེད་ད་རྒྱུ་མཚན་གསུམ་པ་དེ་ད་སྒོམ་དེ་ཕན་ཐོགས་ཡོད་པ་ཡང་ཧ་གོ། དེ་ནང་ནང་གི་དོན་དག་རྩ་ཆེན་པོ་ཡིན་པ་ཧ་གོ། དེ་ཕན་གི་ཡོད་པ་ཧ་གོ་འོང་དུས་མི་ཆ་ཚང་སྡུག་བསྔལ་ཤུགས་ཆེན་པོ་རེད། ག་ས་ག་ལ་ཡི་ཕྱི་ལོགས་ནས་པའི་གད་མོ་ཤོར་ན་ཡང་ནང་ལ་ད་སེམས་ལ་ཡི་སྡུག་བསྔལ་མིག་རེ་རེ་བརྒྱབ་ལ་སྡུག་བསྔལ་གྱི་ཁུར་བུ་རེ་རེ་འདེད་འོང་དུས་ད་དེ་ཞི་ཡལ་ལ་ཡག་ཤོས་གཅིག། སྒོམ་འདི་ཕན་གི་འདུག། དངུལ་དཔེ་ཤག་ཡང་ཕན་གི་ཡོད་མ་རེད། སྐད་གྲགས་གི་ཕན་གི་ཡོད་མ་རེད། ནུས་པ་དབང་ཐང་གི་ཕན་གི་ཡོད་མ་རེད། ད་ཁོང་ཚོ་དུས་ཚོད་ཆ་ཚང་ག་རེ་ལ་བསྐུར་ཟེར་ན། Baseline། ཟེར་དུས་མི་རེ་རེ་ལ་ཡང་གཞི་རིམ་གཅིག། སྐྱིད་པོ་ག་ཚད་ཡོད་མེད་གཞི་རིམ་གཅིག་གཡོག་རེད། དཔེར་ན། ད་ལྟ། གློ་བུར་དུ་དེང་སང་ཁྱོད་རང་དཔེ་སྐད་གྲགས་ཆེན་པོ་ཅིག་ཆགས། གློག་བརྙན་བལྟ་མཁན་འདི་འདྲ་གི། མི་སྐད་གྲགས་ཆེན་པོ་ཆགས་སོང་བའམ་ཚོང་ལམ་འགྲོ་རྒྱུག་ནས་ནུས་པ་ཆེན་པོ་ཅིག་ཆགས་སོང་ན་ཡང། ཟླ་བ་ག་ཤེད་མང་ན་ལོ་གཅིག་གཉིས་སྟོབས་སྐྱིད་པོ་འདྲ་ཞིག་ཡོང་གི་འདུག་སྟེ་དེ་ནས་ཡང། དེ་གི་གཞི་རིམ་གྱི་དེ་རྣམས་མ་བབས་འགྲོ་གི་འདུག། སྐབས་རེ་སྔོན་མ་ལས་སྡུག་བསྔལ་ཆེ་ར་ཡོང་གི་འདུག། ལགས་སོ། ད་ཡིན་ན་སྒོམ་བརྒྱབ་པ་ཡིན་ན་གཞི་རིམ་འདི་ལ་འགྱུར་བ་བཏང་ནས། སྒོམ་མ་བརྒྱབ་པའི་སྐབས་ལ་ཡང་ཁྱེད་རང་སྐྱིད་པོ་ཆགས་ནས། འདི་གི། མི་ཚེ་འདི་ལ་ཡོང་ངོ་སྐྱིད་པོ་ཆགས་འདུག་ཞི་བ་ཆགས་འདུག་སྐྱིད་པོ་ཞི་བོ་གཅིག་པོ་མ་ཡིན་པ། མི་ཚེ་གི་ལས་ཀ་ལ་ཡང་ཕན་འགྲན་ལམ་ལ་ཡང་ཕན་སློབ་སྦྱོང་ལ་ཡང་ཕན། མང་པོ་ཞིག་ལ་ཕན་གི་འདུག་ཟེར་རྒྱུ་མི་འདུག་གསུངས་པ་དེ་ཕ་ཆེ་འདི་ཡིན་ས་རེད། ལ་སོགས།
དེ་ནས་ད་རིན་པོ་ཆེ་དང་དྲི་བ། ལྔ་པ་སྟེ། ད་སྤྱིར་བཏང་གི་བོད་ལ་སྔ་ནས་ད་ལྟའི་བར་དུ། སྒྲུབ་གྲྭ་དང་སྒོམ་གྲྭ་ཟེར་མང་པོ་ཡོད། ཁྱད་པར་དུ་འགྲོ་མགོན་སྐར་སྐྱིད་པའི་ཞོགས་ན་ད་ལོ་གསུམ་ཞོགས་གསུམ་གྱི་སྒྲུབ་གྲྭ་ཟེར་ཏེ་སྤྱིར་བཏང་གི་གྲྭ་པ་ཞིག་ཡིན་ན་ངེས་པར་དུ་ཁོ་རང་ད་ལྟའི་བར་དུ་སྒྲུབ་དགོས་པའི་བརྒྱུད་རིམ་ཞིག་ཆགས་འདུག།

ཡང་ཁ་ཞིག་གིས་ཏི་ཅིག་སོ་སོ་ལྟ་བ་མཐོན་པོ་ཞིག་དང་རྟོགས་པ་མཐོན་པོ་ཞིག་ཡོད་མདོག་མདོག་གཏོང་མཁན་ཅིག་ལ་བརྩི་མཁན་ལ་སོགས་པ་ང་ཚོ་དང་པོ་བཤད་གྲྭ་ནས་ཡོང་པའི་སྐབས་སུ་དེ་འདྲ་ཡོད་རེད། ལྟ་སྟངས་དེ་འདྲ་ཡོད་རེད། དཔེར་ན་མཁན་པོ་མུན་སེལ་གྱིས་ད་ཁ་ཏུག་ཞིག་ལ་འགྲིག་གི་འདུག་སློབ་མ་དེ་འདྲ་ཕེབས་ཡོང་གི་རེད་དེ་ཁོང་ཚོ་སྒོམ་གྲྭ་རེད་ཙང་ཡོང་དུས་དང་པོ་ནི་མཐུན་བྱ་བ་ཞིག་ག་འདུག་སྤྱིར་བཏང་གི་བཤད་གྲྭ་དང་པོ་ནི་ད་ངས་དེ་མེད་དུས་ཕར་ལྟ་ད་དེ་གཅིག་དམིགས་བསལ་འདྲ་བོ་ཅིག་ལ་ལྟ་ཐུབ་པ་དང་ཆ་ལ་དེ་དག་མ་བརྒྱབ་ན་ཡང་དེ་དམིགས་བསལ་འདྲ་བོ་ཞིག་ཡིན་པ་དག་ཚོར་བ་དེ་ཡོང་གི་ཡོད་རེད། ཡིན་ན་དེ་བཞིན་དུ་ནི་མཚམས་མཚམས་ལ་ནི་ང་སོགས་ཀྱིས་ཐུན་བསྐྱེད་ཟེར་ཡང་ཡིན་ན་བདག་གིས་སྒོམ་བརྒྱབ་ཟེར་ན་ཡང་ཡིན་གཅིག་མ་གཅིག་གི་ཡར་གཅིག་ཕྱག་རྫོགས་པ་ཉམས་ལེན་གཅིག་དང་ལྷར་སྒོམ་དེ་འདྲས་གཅིག་དང་འབྲེལ་དགོས་ཡ་ན་མ་གཏོགས་སྤྱི་བཏང་གི་བསྐྱེད་རིམ་རྣམས་མར་ཡོང་ནས་རི་རང་བཞིན་ཡིན་པ་ལ་ཐུན་བསྐྱེད་ཟེར་བ་ཞིག་ཡང་ཡིན་ཏག་ཏག་ཅིག་བྱས་མ་ཤེས་པར་དེ་རིགས་དཀའ་ངལ་ཞིག་ང་ཚོའི་གོ་ཕི་ནང་ཡོང་གི་འདུག་བསམ་དུས་དེ་ཡོང་འོས་པ་ཞིག་མ་རེད་དེ། ག་རེ་བློ་སེང་འགྲོ་སྟངས་ཞིག་གིས་དེ་འདྲའི་དངོས་གནས་ཚོར་བཞིན་འདུག། དེ་འདྲ་ཡིན་ཏེ། དེའི་མཐའ་ལ་རིན་པོ་ཆེ་གཟིགས་ཚུལ་གང་འདྲ་ཡོད། མ་གཟིགས་དེའི་སྟེང་ལ་ད་ལྟའི་ཆ་ལ་འགྱུར་བ་དང་དགོས་པའི་ཁ་ཚ་དགོས་གཏུགས་ཀྱི་ང་ཚོ་གི་དེའི་གི་ལྟ་སྟངས་དང་གོམས་གཤིས་ཐོག་ལ། དེ་ག་རེ་གནང་དགོས་ཀྱི་འདུག་ཟེར་རིན་པོ་ཆེ་གིས་བལྟས་ཅིག་གསུངས། ལགས་སོ།
ད་དེའི་སྐབས་འགའ་ལ་ང་རང་ཚོ་ཕྱོགས་ག་ཤེད་ལ་དེ་གི་འགྱུར་བ་འདུག། ཨ་བོད་ལ་ས་ཆ་ག་ཤེད་ལ་ཡང་དཔེར་ན་ཐ་ན་རྒད་པོ་རྒད་མོ་འདི་ཚོ་ཡང་སྒོམ་རྒྱབ་ནས་འདི་ལ་དོ་སྣང་བྱེད་མཁན་མང་པོ་ཡོད་རེད་ཆ་ག་ཤེད་ལ་ད་སྒོམ་རྒྱབ་སྟེ་ཅིག་ཁྱེད་ཀྱི་སྲུང་མ་ནང་བཞིན་མི་དེ་ཚོ་གད་མོ་ཤོར་དགོས་ཡ་དང། ཅི་སྐབས་འགར་དཔེ་ཆ་ལོ་དགུ་ལྷག་སུ་བལྟས་ན་ཡང། སྒོམ་དང་པོ་རྒྱག་འདོད་ང་རང་ཡང་གད་མོ་ཤོར་གཞན་དག་ཡང་གད་མོ་ཤོར་དགོས་བ་དེ་འདྲས་ཡོང་སྲིད་དོ། དེ་འདི་དག་དེ་ཚོ་དེ་སྐྱོན་ཆེན་པོ་ཡིན་གྱི་རེད་དྲན་གྱི་འདུག་ག་རེ་ཟེར་ན་སངས་རྒྱས་བཅོམ་ལྡན་འདས་ཀྱི་ཐོས་པ་དང་བསམ་པ་དང་སྒོམ་གསུམ་ཐོས་བསམ་སྒོམ་གསུམ་ཡ་མ་འདྲ་བ་བྱེད་དགོས་རེད་གསུངས་རེད་བ། དེ་ཐོས་བསམ་སྒོམ་གསུམ་དེ་ཡ་དྲགས་ན

སྒོམ་རྒྱ་ཉམས་བརྒྱབ་ནས་གཞན་དཔེ་ཆ་ལྟ་ཡས་དུས་སུ་གནས་སྐབས་ཀྱི་ལས་མཚམས་བཞག་ནས་ཉུང་ཁྲིད་བྱས་ནས་སྔོན་འགྲོ་དངོས་གཞི་ཞི་གནས་ལྷག་མཐོང་དེ་ནས་ཐ་མ་སེམས་ཀྱི་གནས་ལུགས་བར་དེ་འདྲའི་ཇི་ལྟ་བ་དྲུག་ལ་ཉམས་ལེན་ཞིག་གནང། དེ་ནས་ཚུར་ཡང་ཡང་བསྐྱར་བཤད་གྲྭ་ལ་ཚུར་ཅིག་ཕེབས་ཡིན་སོང། བཤད་གྲྭ་ཚུར་ཕེབས་ནས་དབུ་མ་ཆགས་དཔེ་ཆ་དེ་ཅིག་བལྟས་ཡིན་སོང། ཨ། ད་ངོ་མ་འདིས་དོན་དག་ངོ་མ་དེ་དེ་འདྲ་རེད་འདུག་བསམ་ནས་དེ་ནས་དབུ་མ་དེ་ཆ་ཚང། ང་རང་སེམས་ཀྱི་ཐོག་ལ་དཔེ་ཅིག་ལྷེན་ལྷེན། ཆུ་ལ་ཆུ་བཞག་པ་ནང་བཞིན་འདྲ་ཅིག་ཆགས་ནས་ནམ་རྒྱུན་གྱི་ཉོན་མོངས་པ་དང་སྡུག་བསྔལ་དང་དཀའ་ངལ་འདི་ཚོ་གང་ག་ལ་ཡག། ཅིག་དབུ་མ་གི་ཉམས་ལེན་འདི་ཚོ་སྟོང་ཉིད་ཀྱི་ལྟ་བ་དེ་ཅིག་གཏན་ལ་ཕབ་ན་ཕན་ཐོགས་ངན་ཐོགས་ཅིག། དེ་ནས་དེ་ག་ནང་བཞིན་ཁོ་རང་དབུ་མེད་ཀྱི་གཞུང་ཆ་ཚང་གདམས་ངག་ལ་ཡར་ཤར་འགྲོ་གི་འདུག་གསུངས་འདུག་གཞུང་ལུགས་གདམས་ངག་དང་བཤད་རོགས་ཟེར་ནམ་རྒྱུན་ང་རང་ཚོ

ཕྱག་ག་ཚོད་ཚར་སོང་ཁྱེད་རང་འབུམ་གཅིག་ཨོ་ང་འབུམ་གཅིག་དང་ཁྲི་བཅུ། འབུམ་འབུམ་གཅིག་དང་སྟོང་ཕྲག་བཅུ་བཅུ་གཉིས་བཅུ་གསུམ། གྲངས་ཀ་ག་ཚོད་དུང་དུང་ཕྱུར་གཅིག། མ་ད་དེ་གྲངས་ཀ་དེ་མ་གཏོགས་བསྐྱེད་རིམ་རྫོགས་རིམ་དེ་ཚོ་ཞེ་དྲག་མེད་དེ་བ་དེ་འདྲ་ཡང་ཆགས་སྲིད་ཀྱི་འདུག་བ་དེ་ཡིན་དུས་ད། དངོས་གནས་དྲ་ནས་ཐོས་བསམ་སྒོམ་གསུམ་དེ་ཡ་མ་འདྲ་བ་གནང་ཡོད་དེ་དགག་བྱ་མེད་ཟེར།
ལགས་སོ། དེ་ནི་རེད་དེང་སང་ད་བོད་ནང་འདྲ་བོ་ཡིན་ན་ཡང་རེད་དེ་ས་ཆ་གཞན་པ་ག་བ་ཡིན་ན་ཡང་སྤྱིར་བཏང་གི་སྒོམ་ལ་ལྟ་སྟངས་དེ་ལ་འགྱུར་བ་འགྲོ་བའི་འགོ་ཚུགས་པ་དང་དེ་བཞིན་དུ་ནི་ན་ནིང་གི་ཉིན་མཁན་ཆེན་ཙི་ཀྲུང་བློ་གྲོས་ཡིན་ན་གསེར་རྟ་སྒར་དེ་ཚོ་ལ་བརྟག་པ་དེར་དམིགས་བསལ་གསུང་གི་འདུག་གང་དུ་ཟེར་ན་ང་ཚོ་གི་དཔེ་ཁྲིད་ཚར་བ་འམ་དེ་འདྲའི་ཡིན་པའི་སྐབས་སུ་ཡང་དེའི་ནང་གི་མ་མཐའ་ཡང་སྐར་མ་བཅུ་ལྟ་བུ་དེ་འདྲ་ལ་སྒོམ་རང་བརྒྱབ་ཡ་དེ་ཉིན་རེ་རེ་ལ་ཡང་དེ་འདྲའི་དགོས་ཡ་དེ་འདྲ་གསུང་གི་འདུག་བ། དེ་འདྲ་ཡིན་དུས་ཀྱི་ད་ཐུགས་བསམ་སྒོམ་གསུམ་ཡ་མ་བྲལ་བའམ་གངས་ཅན་དབྱི་ཁོག་ཞབས་བྲོ་རིན་པོ་ཆེ་གི་ཐུགས་བསམ་སྒོམ་གསུམ་རྟ་ཞིག་འཁྲུག་འདྲ་ཟེར་བ་ཞིག་དགོས་རེད་གསུང་རེད་ཟེར་གང་པོ་ཆོས་ཅིག་རྟ་ཞིག་འཁྲུག་ས་དེ་རྟ་དེ་གི་ཕ་ཚན་གཅིག་གིས་གཅིག་གི་རྒྱབ་དེ་ཕ་ཚན་གཅིག་གིས་གཅིག་གི་སོ་གི་སོ་ཁམས་བཅད་ནས་དེ་གི་དེ་བསམ་དུ་དེ་གི་དེ། བསང་ཕྲུག་དང་ཤིང་ཕྲུག་ཟེར་ང་སོགས་དང་འགྲོགས་པ་པོ་དེ་བྱས་ཤིག་ཡོད་པ་པས་དེ་ལ་བཞག་ནས་ཐུབ་པ་སྒོམ་པ་བསམ་པ་སོང་བ་ཕན་ཚུན་གཅིག་ཕན་གཅིག་གྲོགས་དང་མཉམ་དུ་དེ་གི་འགྲོ་དགོས་ཀྱི་ཡོད་པ་དེ་འདྲའི་གི་གསུང་ཕྲུག་ཡོད་ཡོད་ས་རེད་ད་ཡིན་ན་ལག་ལེན་གི་ཐོག་ནས་ཡང་ཕྱིས་གནས་སྟངས་མང་པོ་ཞིག་དང་འཛམ་བུ་གླིང་གི་ལྟ་སྟངས་དང་དེ་ལ་གོ་རྟོགས་མང་པོ་ཞིག་ཡོང་དེ་ཡང་མི་དེ་ཚོ་ལག་ལེན་གི་ཐོག་ལ་འགྱུར་བ་འགྲོ་ཡ་ལ་ཡང་རྒྱུ་རྐྱེན་མང་པོ་ཞིག་གཏུག་དགོས་ཀྱི་འདུག་བ་ལ་དེ་འདྲ་ཡིན་ན་ད་ལྟ་རིན་པོ་ཆེ་གི་གསུང་བ་དེ་ནང་ཁུལ་ནོར་རེད་དེ་ང་ཚོ་མཁས་དབང་ནང་ཁུལ་ནོར་གསུང་གི་ཡོད་རེད་བས།

ཨོ་ཡ། དེ་ནས་ད་རིན་པོ་ཆེ་ལ་དྲི་བ་དྲུག་པ་དེ་ག་རེ་ཞུ་གི་ཡོད་ཟེར་ན། ད་དེང་སང་སྤྱིར་བཏང་གི་མི་ཞིག་གིས་དེ་ནི་སྒོམ་ཟེར་བ་དེ་ད་བླ་མ་གྲྭ་བ་ཚོ་ཡར་ཕྱག་རྫོགས་པ་ཉམས་ལེན་དང་སྦྱར་ཡ་ཙམ་མ་ཡིན་པར་ད་ད་རིན་པོ་ཆེ་གང་ལ་སྤྱིར་བཏང་གི་གསུངས་སོང་སྟེ། ད་དེ་མི་ཚེ་གི་ད་ལྟ་བོད་སྐད་རྣ་བ་དེ་ཚོ་ང་ཚོ་ལ་ད་མི་ཚེ་གི་ཁྱབ་ཁོངས་སུ་བཀོལ་སྤྱོད་ཐུབ་དགོས་ཀྱི་འདུག་ག་ད་དེ་རེད།

དེ་ཡིས་འཕྲུལ་རྟོལ་འགའ་རེ་བྱེད་དགོས་རེད། ད་ཐེངས་མི་ཚེའི་ཁྱབ་ཁོངས་སུ་བཀོལ་སྤྱོད་དགོས་ན། ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་དགོས་ན། ཡར་གཅིག་ཕྱག་རྫོགས་ལ་སོགས་པ་ཉམས་ལེན་དང་མཚམས་སྒྲུབ་ལ་སོགས་པ་བཀའ་ཤག་མ་ཡིན་པའི་ཐོག་ནས་ལས་ཀ་བྱེད་མཁན་མི་དམངས་དཀྱུས་མ་དེ་ཚོ་ལ་ཕན་ཐོགས་བཀོལ་སྤྱོད་དགོས་ན་དེའི་བེད་སྤྱོད་གཏོང་ཤོག་གི་ཐད་ལ་ནི་རིན་པོ་ཆེ་རང་གི་ཉམས་མྱོང་དང་དེ་ནས་རྒྱལ་སྤྱི་ཡི་ཁྲོད་ལ་ད་ཅིག་དེ་འདྲའི་གི་སྒོམ་ལ་སྟོན་སྟངས་ཡོང་གི་ཕྱིར་གཏོང་མང་པོ་ལ་དེ་གི་སློབ་ཁྲིད་གནང་བའི་ཉམས་མྱོང་གི་ཐོག་ནས་ཅིག་གསུངས་རོགས།
ད་ངའི་རྩ་བའི་བླ་མ། འཇམ་མགོན་རྡོ་རྗེ་འཆང་ཏཱའི་སི་ཏུ་རིན་པོ་ཆེས་ནམ་རྒྱུན་འདི་གསུང་གི་རེད་ད་ཁོང་གི། དེང་སང་གི་མི་ལ་ཡ། ཏིང། འདི་ནང་ག་རེ་དྲན་གི་རེད་ད་ང་ལ་ག་རེ་ཕན་གི་འདུག་དེ་ཐོག་ནས། དེ་ནས་ཅིག་ང་ལ་ཐོབ་ཡས་ག་རེ་འདུག་དང་པོ་ཁོ་རང་འདི་བསམ་གི་ཡོད་རེད་ཟེར་ནས། གསུང་གི་འདུག་ད་འདི་དངོས་གནས་དྲང་ནས་བདེན་པ་རེད་འདུག

སེམས་ཅན་རྣམས་ཀྱི་བློ་དང་ཁམས་དང་མོས་པ་དང་མཐུན་ནས་ཆོས་དེ་མ་བཤད་དགོས་རེད་གསུང་གི་ཡོད་རེད། དེ་ག་ནང་བཞིན་ནམ་རྒྱུན་བཀའ་ཆོས་དང་པོ་ཞུ་དུས་ཡང་སེམས་ཅན་རྣམས་ཀྱི་བསམ་པ་དང་བློ་ཡི་བྱེ་བྲག་ཇི་ལྟ་བ་ཆེ་ཆུང་མཐུན་པའི་ཆོས་ཀྱི་འཁོར་ལོ་བསྐོར་དུ་སོང་སོང་དུས་ནས་འདས་ཀྱི་ཆོས་དེ་བློ་དང་ཁམས་དང་མོས་པ་དེ་དང་བསྟུན་ནས་གསུང་ཡ་དེ་དཔེ་མི་སྲིད་པའི་གར་ཆེན་པོ་རེད། ལྷག་པར་དུ་དེང་སང་གི་དུས་ཚོད་ཡིན་ན

སྙོང་ཐུབ་ནས་དེ་ཡག་པོ་ཤེས་ཐུབ་ཡོད་དེ་པེ་མི་སི་གལ་ཆེན་པོ་རེད་ད་འདི། ཞེས་ཤེས་པར་བྱེད་པའི་ཐབས་འདྲ་མིན་མང་པོ་དཔེར་ན་དེང་དུས་ཀྱི་སེམས་ཁམས་རིག་པ་དེ་འདྲས་དང། དེ་ག་ནང་བཞིན་གྱི་སྤྱི་ཚོགས་རིག་གནས་ཟེར་མཁན་དེ་འདྲས་ད་དུ་ཚོ་ཐོག་ལ་དེ་དེ་དོ་སྣང་བྱས་པ་ཡིན་ནའང་དེང་དུས་ཀྱི། བློ་དང་ཁམས་དང་མོས་པ་དེ་ཚོ་གང་ལ་གང་འཚམ་ཅིག་ཤེས་ཀྱི་རེད་ད། གལ་ཆེ་ཤོས་དེ་ག་རེད་ཟེར་ན། ང་རང་ཚོ་ནམ་རྒྱུན་ཡིན་ན་སྔོན་མ་གི་སྙན་ངག་ནང་ལ། དབྱངས་ཅན་མ་ཁྱེད་ཀྱིས་ང་ལ་ཡག། སྙན་ངག་རྩོམ་དུ་ཡང་ནུས་པ་གནང་ཐུབ་པ་དེ་བཀའ་དྲིན་ཆེ་སྟེ་གཞན་ལ་ཡང་དེ་གོ་ཡས་ཀྱི་ནུས་པ་ཅིག་གནང་རོགས་བྱེད་ཅེས་ནམ་རྒྱུན་ཞུ་གི་ཡོད་རེད་ད་དེ་འདྲ་བྱས་ན་མཁས་པ་ཆེན་པོ་བརྩི་གི་ཡོད་རེད་ད་ཅིག་གསུངས་སོང་གསུངས་སོང་ང་ད་ཁྱོད་ནས་ཧ་གོ་མ་སོང་ཟེར་དུས་ད་མཁས་པ་ཆེན་པོ་ཆགས་ཡོད་རེད་ད་དེང་སང་དུས་ཚོད་ལ་དགེ་རྒན་གྱིས་མ་བཤད་ནས་ཚིག་མཐོན་པོ་གོ་དཀའ་བོ་ཞིག་བཤད་ན་འོ་ད་དེ་དགེ་རྒན་དེ་ལ་གང་ཡང་མི་འདུག་ཟེར། རེད་རེད་ད་དེ་ག་རང་ཡིན་ཟེར། ལྟ་ཅི།
ཡག་པོ་ཅིག་བྲེལ་ལེ་ཚུལ་གི་ཡོད་མ་རེད་དེ་ཡིན་དུས། གདིང་ཟབ་པོ། གནད་འགག་ཟབ་པོ་དང་རྒྱ་ཆེན་པོ་སྟེ་གོ་སླ་བོའི་སྒོ་ནས་བློ་དང་ཁམས་དང་མོས་པ་དང་བསྟུན་སྒོ་ནས་ཡང་འགྲེལ་བཤད་བརྒྱབ་ཐུབ་ཡོད། དེ་ཐོག་ལ་ཡང་གང་ཡིན་གོ་ར་སྤྲོད་ཐུབ་ཡོད་དང་དེ་ཡང་ལྷག་པར་དུ་ཉོན་མོངས་པ་དང་སྡུག་བསྔལ་དེ་ལམ་དུ་འཁྱེར་ཐུབ་པ་དང་བསྟུན་ནས་ཅིག་གསུང་ཐུབ་ན་ཕན་ཐོགས་ཆེན་པོ་ཆགས་ཡོད།

མཐུན་ན། དེ་ནས་དེ་མཉམ་ལེན་དེ་ག་བ་ཡིན་ན་བྱེད་ཆོག་ཆོག། ག་དུས་ཡིན་ན་གོམས་ཆོག་ཆོག་ཅིག་བྱ་ཡོད་ད་དཔེར་ན་དཔེ་བྱ་བ་ཡིན་ན་སྒོམ་གྱི་རིམ་པ་དང་པོ་དེ་དཔེར་ན་སྒྲ་ལ་སེམས་གཏད་པའམ། དབུགས་ལ་སེམས་གཏད་པ། ད་དབུགས་ལ་ཡང་སེམས་གཏད་པའི་སྐབས་སུ་དབུགས་དེ་ད་ཤེས་ཙམ་དྲན་ཙམ་ཅིག་བྱས་ནས་མ་ཡེངས་པ་བྱས། ད་གཙོ་བོ་དེ་དཔེར་ན་ང་རང་དབུགས་ཡར་འཐེན་དུས་འཐེན་པར་བཤད་པ་མར་བཏང་དུས་བཏང་བར་བཤད་པ། འོ་དེ་འདྲའི་ཅེས་ད་དེ་འདྲའི་དབུགས་ལ་སེམས་གཏད་པའི་སྐབས་སུ་ད་རྣམ་རྟོག་འདྲ་མ་རེད་བཤད་ཀྱི་རེད་འདས་པའི་རྣམ་རྟོག་མང་འོངས་རྣམ་རྟོག། རྣམ་རྟོག་དེ་ཚོ་དཀའ་ཡས་ཡོད་མ་རེད་སོང་བ་རེད་ག་ཆེ་ཆོག་དེ། རྣམ་རྟོག་དཀའ་ན་མང་རུ་འགྲོ་གི་ཡོད་རེད་པས་བྱ་བ་ཡིན་ན། ངས་ནམ་རྒྱུན་ག་དུས་ཡིན་ན་འདི་བཤད་ཀྱི་ཡོད། མོག་མོག་དྲན་ཆོག་གི་མ་རེད་བསམ་ན་མོག་མོག་མང་རུ་དྲན་གྱི་རེད། དེ་ནང་བཞིན་དུ། སེམས་ནང་ལ་ཡང་དྲན་ཆོག་གི་མ་རེད་བསམ་ན་མང་རུ་དྲན་གྱི་ཡོད་རེད་ནང་བཞིན་དུ། དྲན་བཅུག་གི་རེད་སོང་བ་རེད་ཉམས་ལེན་གྱི་སྐབས་སུ། ཡིན་ན་ཡང། དབུགས་དེ་མ་བརྗེད་པ་ཅིག་བྱེད་དགོས་རེད་སོང་བ་རེད། དབུགས་དེ་ལམ་ཙམ་ལམ་ཙམ་སེམས་ནང་ལ་ཡང་མ་བརྗེད་པ་ཡོད་ན། ད་རྣམ་རྟོག་ག་རེ་ཤར་ན་ཡང་ཤར་བཅུག་སོང་བ་རེད་དེ་ཡིན་དུས། ད་དེ་ལ་ཡ། ག་རེ་སོང་བ་རེད་ཟེར་ན་མ་སྒོམ་སོང་ནས་རྣམ་རྟོག་དགག་སྒྲུབ་མང་པོ་མ་བྱེད། མ་ཡིན། རྣམ་རྟོག་རྗེས་སུ་ཤོར་ནས་དབུག་ཏུ་སྦས་ཏེ་རྗེས་སོང་བ་ཡང་མ་ཡིན། སྐུ་བཟོ་བཅུའི་ཞེ་རགས་མེད་པ་དབུག་ཏུ་ཤེས་ཙམ་དྲན་ཙམ་གྱི་ངང་ལ་བཞག་ཡ་དེ་རེད། ད་དེ་འདྲའི་བཞག་པའི་སྐབས་སུ་དེ་ནས་བདག་ཉོན་མོངས་དང་སྡུག་བསྔལ་དེ་འདྲ་བྱུང་བ་ཡིན་ན་དང་པོ། དཔེར་ན་རྔམ་སྐྲག་གིས་བཟོད་མི་ཐུབ་པ། དཀའ་ངལ་དང་སེམས་ཁྲལ་དང་ང་རྒྱལ་ཕྲག་དོག་འདོད་ཆགས་ལ་སོགས་པ་དེ་ག་ནང་བཞིན་གྱི་ཅིག་སེམས་ཕམ་པ་ལ་སོགས་པ་དེ་འདྲ་བྱུང་བ་ཡིན་ན། ཡོངས་གཅོག་ཡིན་ན་ཡང་དབུག་ཏུ་མ་བྱས་ཙམ་མ་བྱས་ཙམ

དེ་གར་དྲངས་པའི་ཤ་ར་དང་མ་ཕྲུག་རིགས་སྒོ་ནས་ཁྱད་པར་དུ་དབུགས་ཀྱི་འབྱིན་རྔུབ་ལ་བརྟེན་ནས་དེ་གའི་དུ་དབུགས་དེ་ཡག་པོ་ཞིག་དགོས་རེད་གསུངས་འདུག་དེ་འདི་ལྟར་རིན་པོ་ཆེ་དགོངས་དག་དེ་གའི་དུས་ཚོད་ཀྱི་ཐོག་ནས་བལྟས་ཚེ་དཀའ་ངལ་ཡོད་ཟེར་དེ་སྔ་ཡང་སྐྱུ་རུ་བྲོ་བ་ཞིག་འདུག་དེ་འདྲ་ཡིན་དུས་ད་ག་རེ་ཡིན་ཟེར་ན་ད་དེ་རིང་གོ་སྐབས་དེ་དཔེ་རྩ་ཆེན་པོ་ཡིན་ད་ངས་ང་རང་གི་དྲན་པ་དེ་ཞིག་དྲི་གི་ཡིན། དེ། ང་གི་རྣམ་མཁྱེན་འདི་འདྲིས་བརྩམས་ཀྱི་ཡོད། དཔེར་ན། གཞུང་བཀའ་པོད་ལྔ་ལ་སོགས་པ་དངོས་གནས་ཀྱི་དག་ཅིག་འདི་འདྲིའི་ཐུགས་བསམ་དགོངས་སྒོ་ནས་ཅིག་བདག་ཤ་ཅིག་གཅོད་ཅིག་རང་ཡུལ་ཅིག་གཞུང་ལུགས་ཅིག་བྱེད་དགོས་ཡོད་ན་ད་བོད་ཀྱི་ནང་བསྟན་འདི་ཁོ་རང་ཨང་དང་པོ་རེད་བཤད། དེ་ནང་བསྟན་ལྷོ་གཟུགས་ཀྱི་ངོས་ནས་བཤད་ན་རེ་བ་དེའི་ཆ་ནས། དེ་ནས་ཡང་སྤྱི་ཚོགས་ལ་ཕར་ཅིག་ད་རགས་རིམ་ཅིག་རེད་ད་ད་ཏིག་སྡོམ་ཚིག་དེ་མཐའ་ཆོད་པ་ཅིག་མ་རེད་དེ། སྤྱི་ཚོགས་ལ་ཅིག་དཔེར་ན་བདེ་དོན་དང་སྤྱི་ཚོགས་ཀྱི་ཅིག་ཏིག་ཞབས་ཞུ་ལ་སོགས་པ་ལས་ཀ་དང་དེ་འདྲིས་ཅིག་བྱེད་དགོས་ན་རྒྱ་བསྐྱེད་ནང་བསྟན་འདི་དཔེ་མ་སྲིད་པ་རེད། དཔེར་ན་ད་ལྟ་བྷོ་ཀང་ཟེར་བ་འདྲ་ཐའེ་ཝན་གཅིག་པུ་ཚི་ཇི་ལྟ་བུ་ཅིག་ལ་མཚོན་ན་རྒྱལ་གཅེས་མཉམ་སྒྲོལ་རྒྱལ་ཚོགས་དང་མཉམ་དུ་ལས་ཀ་བྱེད་ཐབས་ཡོད་ད། ད་སྤྱིར་བཏང་གིས་སྟོན་པ་ཐུགས་རྗེ་ཅང་གི་བཀོད་དོན་ནི་བཟང་བོ་གཅིག་སྤྱོད་ལམ་ཁུར་སྟངས་རེད་ཁྱད་པར་དུ་གཅིག་སྒོམ་དང། ཡང་དང་པོ་ནི་སྒོམ་གཙོ་བོར་བྱེད་པ་དང་དངོས་གནས་བཤད་ན་སྤྲིན་དཀར་ལམ་ཉག་གི་ནང་ལ་མི་སྟན་ཐིག་ནག་གིས་བཟུང་ཡང་སོང་འདུག་སྟེ་བཟང་ཅིག་ཤར་ཞིག་དེ་ནི་གཙོ་བོ་དེ་སྒོམ་དེ་རང་གཙོ་བོ་ཅིག་བཏང་གི་འདུག་ཨ། དང་པོ་ནི་སྒོམ་རྒྱབ་ཙམ་ཡང་ཡོང་མི་ཐུབ། དེའི་ཆ་ནས་ལོ་རྒྱུས་ནང་པ་དེ་དམིགས་བསལ་ཞིག་ཡོང་ཐུབ། དམ་པ་ཉེར་བཞག་ལ་སོགས་པ་གར་ཡང་ཆེན་པོ་རེད་ད་ལོ་གསུམ་ཡར་མར་ཞིག་གི་སྔོན་ལ་ངའི་རྡོ་རྗེ་དང་ནི་རིན་པོ་ཆེ་དངོས་སུ་མཇལ་རེད་དེའི་སྐབས་སུ་ངའི་དབུགས་དཔང་ཡོད་དེ་གི་རྟགས་མདོ་དང་རེ་བའི་ཐོག་ནས་ཀ་མར་གཏད་རྩིས་བྱེད་ཞུས་པའི་སྐབས་སུ་ང་རང་གི་དྲན་པ་ལ་རིན་པོ་ཆེ་གི་དེའི་སྐབས་སུ་ངའི་རིན་པོ་ཆེ་ལ་དེ་གི་ལོ་རྒྱུས་ནང་པ་གི་ད་ཁྱེད་འབྲེལ་འདྲིས་བྱུང་ངོ་ནི་ཅིག་དམ་པ་ཉེར་བཞག་ལ་སོགས་པ་སྒོམ་གྱི་ཡང་ཁོ་རང་ཚོ་ལ་དམིགས་བསལ་གི་ཁྱད་ཆོས་ཞིག་ཡོད་རེད་བ་ལོ་ངོ་སྟོང་ཕྲག་གི་རང་རྒྱུན་འཛིན་བྱས་ད་རྒྱུ་སྟོང་ཕྲག་མང་པོའི་རང་ལ་དེ་ལ་རིན་པོ་ཆེ་གི་གཟུགས་ཚུར་དང་ཡང་ཅིག་ཁྱད་ཆོས་ང་ཚོར་ཡོད་ན་དེའི་ལག་ཆ་ལས་འགུལ་བ་ག་རེ་འདུག་ཅེས་ཞུས་ཡིན། ད་ན་ཉིན་གཅིག་ལ་འབྲི་གུང་སྐྱབས་མགོན་རིན་པོ་ཆེ་གི་ཕར་ཕྱིར་དེ་བཀྲམ་པ་ཉེར་ཆགས་སུ་འབྲི་ལོ་རྒྱུས་ནང་པར་འདུག་ཅེས་བསྒྱུར་ཡང། ད་ཡིན་ནའང་རིན་པོ་ཆེ་རང་གི་གཟུགས་ཚུར་གྱི་ཐོག་ནས་དེའི་ཆ་ལ་ང་ཚོ་གི་ཡང་དོ་སྣང་དགོས་ཡ་དང་ཁོང་ཚོ་དམིགས་བསལ་གྱི་ལག་ཆ་དང་སྒོམ་ཁྲིད་ཀྱི་འགྲོ་སྟངས་ཀྱི་ཐོག་ནས་ཕྱག་རྫོགས་ཟེར་བཀའ་ཆད་མ་ཤེས་ནའང་གཞི་རིམ་གྱི་སྒོམ་གྱི་ལག་གི་ཡ་གོ་བསམ་འདུན་དང་གཟུགས་མེད་ལ་སོགས་པ་སེམས་སྐྱེད་ཅིག་པ་ཡན་ཆད་ང་ཚོ་གི་ཐག་གིས་ཆེན་པོ་ཤེས་ད་ནི་དོན་གྱི་ཁོ་རང་ལག་ལེན་ཚོང་ས་ནས་ཡར་འགྲོ་དགོས་རུང་བ། དེ་ཡིག་གི་ལག་ལེན་གྱི་དཀོན་པ། སྤོར་སྟངས་ཀྱི་ཐོག་ལ་ཁོང་ཚོ་ལའང་དམིགས་བསལ་གྱི་ཁྱད་ཆོས་དང་ང་ཚོ་གི་དོ་སྣང་དགོས་ཡ་ག་འདྲེ་འདུག་དེ་ཅི་ཡིན་གྱི་མི་གཅིག་གིས་གསུངས། ད་སོང། ད་ལྟ་དཔལ་སྤུངས། བོད་ལ་དཔལ་སྤུངས་དགོན་པ་ད་ལྟ་བྱམས་མགོན་ཏཱའི་སི་ཏུ་རིན་པོ་ཆེ་གདན་ས། དེ་ནི། ད་ལྟ། མཁན་ཆེན། བདག་ཆེན་པོ་ཞུ་བར་ལྟ། དེའི་གཙོ་བོ་དེ་འཇམ་མགོན་ཀོང་སྤྲུལ་རིན་པོ་ཆེ་གི་ཞལ་སློབ། དེ་ནས་བདག་དེའི་བརྒྱུད་ནས་མ། བདག། ཁོང་སེང་ལ་གོ་རུ་གོ་རུ་གོ་རུ་འཇམ་དཔལ་ལ་ཞུ་གི་རེད། ཁྱེད་ཀྱིས་མཚན་བྱེད། ཁོང་གིས་གསལ་བྱེད་རིན་པོ་ཆེ་ངས་ལོ་གསུམ་སྒྲུབ་ཁང་གི་བླ་མ་བྱས་ཡོད་རེད། གསལ་བྱེད་རིན་པོ་ཆེ་རེད་པ་རེད་པ་གསལ་བྱེད་རིན་པོ་ཆེ། ལོ་སོ་རུ།
ཨེ་མ།
བརྒྱུད་ནས་དྲན་པ་ཉེར་བཞག་གི་སྒོམ་རིམ་ཅིག་ང་ལ

དང། ཐའི་ལེན་བླ་མ་དེ་འདྲ་ཡང་བཀའ་མོལ་དེ་འདྲ་བྱུང། ད་ཁོང་རྣམ་པ་གི་ཉམས་ལེན་དེ་ད་ཅི་ཆེས་གསུངས་པ་ནང་བཞིན། སྔོན་གནས་གྲངས་ནི་ཁ་ཡོད་ལག་ཡོད་ད་ལྟ་ཀུན་རྫོབ། ལྷག་པར་དུ་ཀུན་རྫོབ་བདེན་པ། དངོས་པོ་གི་གནས་ལུགས་མི་རྟག་དུ་མ། གཞན་དབང་ཅན། དུ་གཟུགས་པའི་གནས་ལུགས་དེ་མཁྱེན་ནས། དཔེར་ན་མི་རྟག་པ་དེ་ཚོར་བ་གི་སྟེང་ལ་ཡང་གཏན་ལ་ཕབ་ནས་ཚོར་བ་དེ་མི་རྟག་པ་ཡ། རྟོག་ཡས་ཀྱི་ཐབས་ཤེས་འདྲ་བོ་དེ་ནི་དཔེ་མི་སྲིད་ཡག་པོ་དེ་འདུག།

རིམ་གྱི་གཙོ་བོ་དེ་བདག་མངོན་པར་མཛོད་ཀྱི་ལམ་དང་གང་ཟག་བསྟན་པ་གི་སྐབས་སོ། ཐུགས་ལ་དམིགས་ནས་ཡང། དཔེར་ན་གྲངས་དང་རྗེས་འགྲོ་འཇོག་པ་དང་རྟོག་པ་དང་ནི་འགྱུར་བ་དང་ཡང་དག་རྣམ་པ་དྲུག་ཏུ་བསྡུས་སོ་རྣམ་པ་དྲུག། དང་པོ་གསུམ་པོ་དེ་དང་པོ་གཉིས་དེ་གཙོ་བོ་ཞི་གནས་དེ་ནས། ཤེས་རབ། རྟོགས་ཤིང་དཔྱོད་པ་འགོ་བཙུགས་དེ་ནས་རྒྱུར་འོང་དུས། ལུས། ད་ལུས་ལ་ཡང། འབྱུང་བ་དང་འབྱུང་འགྱུར། དུ་གཙོ་བོ་རེག་བྱ་གི་རྒྱུད་ནི། ཡ་གཅིག། སྙུང་ཐོག་ནས་དཔེར་ན་ཚན་རིག་པ། ཚན་རིག་པ་འདྲ་བ་ཡིན་ན་ཁོ་སྙུང་བ་མངོན་སུམ་གྱིས་གཏན་ལ་ཕབ་འགྲོ་ན་མ་གཏོགས། དཔྱད་པ་གཅིག་པོ་གས་ཡོད་ཁོ་ཚོ་གི་ལམ་མང་པོ་ཡོད་དེ། ད་ཐ་མ་དེ། སྙུང་བ་མངོན་སུམ་གཏན་ལ་ཕབ་ན་ད་དེ་དངོས་དོན་དྲངས་ནས། ཞིབ་འཇུག་མཐར་ཐུག་པ་ཅིག་ལབ་གི་ཡོད་རེད་བ། དེ་ནང་བཞིན་བརྗོད་ནས་ད་ང་རང་ཚོ། རྔོན་པ་མཛོད་ཀྱི་སྐབས་སུ། ཡུལ་གྱི་གནས་ལུགས། ལྷག་པར་བདག་ཀུན་རྫོབ་ཀྱི་གནས་ལུགས་མི་རྟག་སྡུག་བསྔལ། དེ་ནས་བདག་མེད་པ་སྟེ་ཧ་ལམ་ཧ་ལམ་སྙོང་ཐོག་ནས་གཏན་ལ་ཕབ། དེ་ཡང་གཞི་དང་པོ་ལུས། དེ་ནས་ཚོར་བ། དེ་ནས་སེམས། དེ་ནས་ཆོས་ཐམས་ཅད་གཏན་ལ་ཕབ། དེ་རེད་མི་ཚེ་ཟབ་པོ་བྱེད་འདུག། གལ་ཏེ་ང་རང་བཤད་གྲྭ་ནང་ལ་ཡང་ཉམས་ལེན་གནང་ཐུབ་ན་དཔེ་ཡག་པོ་འོང་ས་རེད་དྲན་སོང་ང་ང་ཚོ་དགོན་པ་བ་ཡུལ་ལ་བཤད་གྲྭ་གཅིག་ཡོད་རེད་དེ་ཁོང་རྣམ་པས་རྔོན་པ་མཛོད་དེ་འདྲའི་ནམ་རྒྱུན་སློབ་སྦྱོང་གནང་གི་ཡོད་རེད་རྔོན་པ་མཛོད་སློབ་སྦྱོང་གནང་བ་དང་མཉམ་དུ་སྔོམ་པ་མཛོད་དེ་མཉམ་དུ་བསྒོམ་ཐུབ་ན་ཡག་པོ་འདུག་བསམ་ནས། ད་འདི་གའི་དང་པོ་སྔོམ་པ་མཛོད་ཀྱི་སྤྱི་དོན་གཅིག་ང་ཚོ་བསྒྲིགས། སྤྱི་དོན་ནང་ལ་ལྟ་སྒོམ་སྤྱོད་གསུམ་མདོར་བསྡུས་མདོར་བསྡུས་ཀྱིས་བཟོས་དེ་ནས་སྔོམ་པ་མཛོད་ཡག་པོ་ཅིག་གཟིགས། ད་ལམ་དང་གང་ཟག་བསྟན་པ་མ་བསླབ་པའི་སྐབས་སུ་ཉིན་མ་བཅུ་གི་རིང་ལ་མཚམས་འདས་ནས། དེ་དུས་གཞན་དག་གིས་ཕྱག་དཔེ་སི་ཡ་ལ་སོགས་པ་དང་གང་ཡང་མེད་པ་བྱས་ཉིན་མ་རེ་རེར་ཐུན་བཞི་བཅད། ཉིན་མ་བཅུ་གི་རིང་ལ་སྔོམ་པ་མཛོད་དེ་ཡག་པོ་ཅིག་བསྒོམས།

ཡང་དག་ནི་ལ་སོགས་པ་ལྟར་ཚིག་གི་སྤྱི་དང་རང་གི་མཚན་ཉིད་ཀྱི་སྒོ་ནས་དྲན་པ་ཉེར་བཞི་ཀྱི་སྒོམ་ཚུལ་ལྟར་ལམ་དང་རྐང་ཚགས་དམ་པ་རེད་ད་འོག་ན་སྙོམས་འཇུག་རེད་ཡེ་ཤེས་རེད་ད་ཚང་མ་གི་ད་ག་རང་གསུང་གི་ཡོད་རེད་ད་དངོས་ཡོད་གནས་ཚུལ་རིན་པོ་ཆེ་གསུང་བ་ད་ག་རང་རེད་ཁྱད་པར་འདི་དག་ལག་ལེན་རང་གི་ཐོག་ནས་ཤ་ཀྲག་ནང་ལ་དེད་དུ་བཅུག་པ་དང་ཧ་ཅང་གི་ང་གི་ངོ་ནས་ཡིན་ན་དཔེ་ཡི་སེམས་ཁུར་ཐེབས་པ་དང་དགའ་འོས་པ་དང་ད་དེ་གི་དོན་དམ་པའི་རིན་པོ་ཆེ་གི་དེ་གི་རྒྱལ་སྤྱིའི་གཟིགས་རྒྱང་གི་ཐོག་ནས་བཤད་ན་འདྲ་ནི་ཁྱོན་ཡོངས་ནས་གནང་བ་གཅིག་དང་ནི་ཆོས་ལུགས་གཅིག་གནད་འགག་ལ་མཁྱེན་པའི་ཐོག་ནས་གནང་བ་ཞིག་རེད་བསམ་སྟེ་ང་རང་དེ་ཚོར་བ་དེ་ཤུགས་ཆེན་པོ་བྱུང་སོང་ལ། དེ་དང་མཉམ་དུ་ང་གི་ཡང་ན་ཉིན་དེ་འདྲ་བསམ་མྱོང་ད་དྲན་པ་ཉེར་གཞག་བྱས་ཏེ་རྒྱལ་སྤྱི་དང་སྤེལ་དགའ་གྲགས་ཆེན་པོ་རེད་བ། དེ་ནང་བཞིན་གྱི་དྲན་པ་ཉེར་གཞག་བྱས་ཏེ་ལྷོ་རྒྱུད་ནང་པའི་ཐུན་མོང་མ་ཡིན་པ་ཞེའུ་ཅིག་ཡིན་པ་འདྲ་བོ་ཞིག་བསམ་ཡོད་རེད།

དེ་ནི་དེ་འདྲེར་བག་ཡོད་རྟགས་ཡིན་ཏེ་ད་གམ་པ་རང་བྱུང་རྡོ་རྗེ་གི་བར་དུ་བསྡུས་དོན་གཅིག་འདུག་གཞན་པ་གང་ཡང་རྙེད་མ་སོང་བོད་པ་དེ་ཚོ་གི་ད་མདོ་དེ་ཚོ་ལ་དེ་གཏམ་པ་ཤེས་དར་གི་འགོ་བཙུགས་ནས་མདོ་རང་ལ་དོ་སྣང་བྱེད་པ་དེ་དཔེ་ཉུང་རུ་འགྲོ་ཞིང་དེ་བ་གཏམ་པ་སྔ་དར་གི་དུས་སུ་མདོ་འདྲེར་མང་པོ་བརྩམས་མདོ་དེ་ཚོ་ལ་ཨོ་རྩལ་ཚན་རྩལ་ཆེན་པོ་བརྩིགས་ཡོད་ཚད་རེད་རྗེས་སུ་གཏམ་རྒྱུད་རང་གི་ནང་ལ་མགོ་འཁོར་ནས་མདོ་དེ་ཚོ་ཡར་བརྩིགས་བཞག་ཡ་དེ་དང་ལུང་རེ་དྲངས་ནས་བཞག་བཞག་རེད་འདུག་བ་ལུང་ཞིབ་དྲག་པ་སོ་སོ་གི་ལྟ་གྲུབ་དང་མཚམས་ཤུགས་རེ་དྲངས་ནས་དེ་འདྲའི་ཡང་ང་ཚོ་ལ་དཀའ་ངལ་ཅིག་འཕྲད་བཞག། དེ་འདྲ་ཡིན་དུས་ངས་བསམ་བློ་བཏང་མྱོང་ད་ལྟའི་མདོར། དེ་སྐབས་རྒྱ་གར་གྱི་ཚིག་འབྲུ་རང་རེད་མ་གཏོགས་དཔེ་མཚོན་གཅིག་ད་ལྟ་རིན་པོ་ཆེ་གི་གསུང་བ་དང་མིག་སྣ་གཅིག། ཚོར་བ་དཔེར་ན་ཡིད་དུ་འོང་བ་དང་མི་འོང་པ་མདོག་ཆགས་ཤེར་སྡང་དང་དགའ་སྡུག་གཅིག་ལ། དེ་ནས་དཔེ་མཚོན་ཞིབ་ཚགས་པོའི་སྒོ་ནས་དགེ་སློང་དག་དགེ་སློང་དག་དགེ་སློང་དག་ཟེར་བཅོམ་ལྡན་འདས་ཀྱི་དག་པའི་མི་སྲིད་པའི་ཤེས་བྱ་ཅིག་བཟང་བྱ་དེ་དེང་རབས་ཀྱི་དགའ་གི་དང་ཚུར་ཅིག་ཡོང་ནས་ཅིག་འདྲ་ཅིག་འདྲ་པ་ཡིན་ན་གང་འདྲའི་དབྱིངས་གཙོ་བོ་ཅིག་ཡོད་ང་ཚོ་ལ་ཡོད་དུ་འདུག་ད་ལག་ལེན་བྱེད་མི་འདུག་དེ་ནི་དེའི་སྐབས་ཀྱི་བརྡ་ཆད་དང་ད་ལྟ་གི་མིའི་བསམ་བློ་དང་བརྡ་ཆད་ལ་ཡང་བར་ཐག་རིང་པོ་ཅིག་ཡོད་དུས་དེའི་རང་བཞིན་གྱི་ཡང་དེའི་ང་ཚོ་གི་བེད་སྤྱོད་དང་ལ་བཀག་རྒྱ་ཞིག་སླེབས་འདུག། ལྷོ་བསྟན་བསམས་སོང་བསྟན་འདིས་ད་ལྟ་རིན་པོ་ཆེ་གི་ངོ་འབར་མཛོད་ཀྱི་ཐོག་ལ་དེ་དྲིས་ཀྱི་ཕྱག་ལས་རླབས་ཆེན་གནང་བ་ནང་བཞིན་མ་འོངས་པ་ལ་ཡང་དག་ང་ཚོ་གི་ངའི་དཔོན་གཡོག་གི་བཀའ་མོལ་དེ་བརྒྱུད་ནས་ཡང་མང་པོ་ཞིག་གི་དེ་གི་ང་ཚོ་གི་གྲམ་པ་གཉེར་བཞག་གི་མདོ་གྲམ་པ་མདོ་ཆེན་པོ་གྲམ་པ་གཉེར་བཞག་པ་འདི་ཡང་དམིགས་བསལ་གྱི་དོ་སྣང་བྱས་ནས་ང་ཚོ་གི་བསྐྱར་དུ་དེ་ལ་གཏན་འབེབས་ཅིག་དགོས་ཡ་དེ་ཧ་ཅང་དེ་གི་གལ་ཆེན་པོ་རེད་བསམ་པ་དེ་འདྲིས་ཅིག་བསམ་ཚུལ་ཅིག་ཡོད་རག་དེ་དེ་གོ་སྐབས་འདི་བརྒྱུད་ནས་ཞུས་པ་ཡིན་དེ་རིན་པོ་ཆེ་ལ་དམིགས་བསལ་དུ་ཞུ་དགོས་ཡ་མི་འདུག་དེ་ཡིན་ན་ད་ང་ཚོ་འདི་བརྒྱུད་ནས་ཡང་གསར་འཛུགས་གནང་མཁན་གང་ལ་གང་འཚུབ་ཀྱིས་ཡོང་གི་ཡོད་དུས། ཡང་དེའི་གླེང་མོར་དེ་གི་ལྟས་ཚོད་ཀྱིས་ཕན་ཐོགས་སོང་ས་བསམ་ནས་ཞུ་གི་ཡིན། དེ་འདྲ་ཡིན་དུས་ད་ལྟ་ད་དྲི་བ་བདུན་པ་དེ་ད་དྲི་བ་ཡིན་ན་དྲི་བ་མཐའ་མ་ཡིན། དེ་ནི་ད་རིན་པོ་ཆེ་ལ་ད་ག་རེ་ཡོད་ཟེར་ན་ང་ཚོ་གི་ད་ལྟ་རིན་པོ་ཆེ་གང་ལ་རག་རིམ་གྱིས་ཕར་ཕྱིར་ད་སེམས་ཅན་རྣམས་ཀྱི་བསམ་པ་དང་བློའི་ཞབས་བྲག་གི་ཐོག་ནས་སོང་སོང་སྟེ། ཡིན་ན་དེང་སང་སྤོག་གི་བླ་མ་གྲྭ་བ་མང་པོ་ཞིག་ད་རྒྱ་རིགས་དང་ཕྱི་རྒྱལ་དང་ཆོས་འཆད་པར་གནང་གི་ཡོད་རེད། ཁོང་ཚོ་ལའང་སྒོམ་གི་ཉམས་ལེན་ཡོང་གི་ཡོད་རེད་ད་དཔེར་ན་སྒྲུབ་པོ་འདྲ་དེ་འདྲའི་ལོ་གསུམ་ཕྱོགས་གསུམ་ཚོ་ཚར་རྒྱུ་ཡོད་རེད་དཔེ་ཆ་ནི་ལོ་བཅུ་གཉིས་བཞི་སྟེང་དུ་ལྟ་ཚར་རྒྱུ་མང་པོ་ཤི་འོ་ཅིག་དེ་ད་ང་ཚོ་གི་འཆར་གྱི་ཡོད་པའི་དཔེར་ན་ཤར་ཕྱོགས་ཀྱི་ཐའེ་ཝན་ལ་སོགས་པའི་ས་ཆ་འདི་ལ་འདག་པར་ཕེབས་གི་ཡོད་རེད་ད་ནུབ་ཕྱོགས་ལ་ཡང་ཡོད་རེད་ཨོ་སི་ཀྲོ་ལི་ཡ་ལ་ང་ལ་ད་ལྟ་ཡོད་ཚད་ཚང་མ་ལ་ཡོད་རེད་རེད་བ་ལ། ཡིན་ནའང་མང་པོ་ཞིག་གིས་སྤྱི་ཚོགས་ལ་ནུས་པ་ཐོན་གི་ཡོད་མ་རེད། དེ་བས་གཅིག་སྟེ་ཤེར་སྒྱེར་དང་རྒྱལ་རིགས་དེ་འདྲ་བོགས་ཀྱི་ལྟས་ངན་དེ་འདྲ་ཡོང་ནས་ལོ་ཁ་གཅིག་གཉིས་རེ་དང་ཟླ་བ་ཁ་ཤས་རེ་བྱང་ཆུབ་དེ་ཚོ་གི་བར་སོང་སྟེ་རྗེས་ཆུ་དང་རྫི་མ་རེ་བས་ཟིན་ན་ལབ་མ་ཐུབ་པ་ཁོང་ཚོ་གི་འབྲོང་གི་ཅིག་དང་ཐབས་ལུམ་ཅིག་པེ་ཅི་བཏང་ནས་གང་ཡོད་པ་དེ་ཏག་ཏག་ཅིག་བཟོས་ནས་མི་དེ་ཚོ་ལ། མདོར་ན་ཅིག་བྱ་གླག་ཅིག་ཡིན་པའི་དབང་དུ་བཏང་ན་ཁོང་ཚོ་གི་དེ་གི་རྐང་ཁུག་པ་དང་ང་ཚོ་གི་དེ་གི་མ་ཁུག་པ་ཞིག་ད་དེ་འདྲས་ཅིག་ཆགས་འདུག་རེད་བ། ཨེ་འདྲ་ཡོད་དུས་དེའི་གཙོ་བོ་གཅིག་དེ་ག་རེ་རེད་ཟེར་ན། ད་ང་ཚོ་གི་སྤྱི་ཚོགས་དང་དེ་འབྲེལ་བ་འཐབ་པ་དང་སོ་སོ་གི་གང་མཁྱེན་རྟོགས་ཡོད་པའི་སྒོམ་དང་དེ་གི་ཐུབ་པ་དེ་ཕར་ཅིག་སོང་བའི་སྐབས་ཀྱི་རྟེན་འབྲེལ་གྱི་ཐབས་ལམ་གྱི་དཀའ་ངལ་ཞིག་ཡིན་ན། དེ་གཅིག་ད་ལྟ་ལ་དཀའ་ངལ་ཞིག་འདུག་དེ་འདྲ་ཡིན་ད་རིན་པོ་ཆེ་རང་འདྲ་བོ་ཡིན་ན་ང་རང་གི་ངོས་ནས་ཡིན་ན་ད་དེ་སྒོམ་སྒྲུབ་དང་དྲིལ་བ་རང་གི་ཐོག་ནས་གཙོ་བོ་སོང་འདི་དག་དམིགས་བསལ་གྱི་ཡོངས་ཁྱབ་ཀྱི་དགའ་མོས་ཐོབ་པའི་སྒོམ་སྒྲུབ་ཀྱི་སློབ་དཔོན་ཟེར་ན་འདྲ་འདྲ་དེ་འདྲའི་གི། དེ་འདྲའི་སྟེང་ནས་དེ་འདྲའི་ནང་ཆོས་ཀྱི་དུག་སློབ་སྟོན་པ་ཞིག་ཆགས་ཀྱི་ཡོད་དུས། ད་དེ་ང་ཚོ་གི་དེ་གི་བླ་མ་གྲྭ་པ་དེ་དགེ་འདུན་པ་དེ་ཚོ་གི་སྲོག་ཁྱིམ་གྱི་འགྲོ་སྟངས་རང་བཙན་གསར་བརྗེ་བཞག་ནས་དེ་འདྲའི་མ་རུ་འགྲོ་བཞག་ཡ་རེད་དེ། དམིགས་བསལ་གྱི་ད་ཁ་ཚ་དགུ་གཏུག་གི་དོགས་སྣང་བྱེད་དགོས་པ་དེ། ཕན་ཐོགས་ཡག་གི་བྱེད་བདར་བ་བྱ་ཡ་དེ།

དང་པོ་ཡ་ཆོས་ལ་ཞུགས་དུས་ང་ལ་ག་རེ་ཕན་ན་བསམ་ནས་འདི་བརྒྱུད་ནས་ཀུན་སློང་སྡིག་གི་རྒྱུད་ནས་ཞུགས་ཀྱི་ཡོད་རེད། དེའི་མཉམ་དུ་ཁོ་ཚོ་ལ་ཕན་ནས་ཕན་པ་དེ་ཡང་ལྷག་པར་དུ་ཉོན་མོངས་པ་དང་སྡུག་བསྔལ་ཞི་ཐུབ་པ་ཅིག་བྱུང་ན། དེ་རིམ་པ་བཞིན་རིམ་པ་བཞིན་དུ་ཁོ་ཚོ་ལ་ཡ། དག་འཛིན་དེ་ཆུང་རུ་ཆུང་རུ་བྱས་ནས། དེ་ནས། བྱམས་པ་དང་སྙིང་རྗེ་བྱང་ཆུབ་སེམས་དེ་ནས་ཞི་གནས་ལྷག་མཐོང་སོགས་སྔོན་ནས་ཡང་དག་པར་ཆོས་ཀྱི་ལམ་ལ་ཡ་རིམ་པ་རིམ་པ་བཞིན་ཁྲིད་ཐུབ་ཀྱི་ཡོད་ས་རེད། དེ་མ་གཏོགས། ད་ང་རང་ཚོ་སྲོལ་རྒྱུན་གྱི་ལུགས་སྲོལ་འདྲ་བོ་ཞིག་བྱས་ནས་ད། བླ་མ་འདི་ཡ། བཞུགས་ཁྲི་མཐོན་པོ་ཞིག་གང་ལ་བཞུགས་ཅན་འདི། ནམ་མཁའ་ལ་ཡར་ཅིག་གཟིགས་ནི་མ་ཅིག། ཨོ། ད། བདེན་པ། འཕགས་པའི་བདེན་པ་བཞི་ནི་རྣམ་པ་བཞི། དེ་ལ་དང་པོ་ལ་ཡང། དུག་ལྔ་ལ་གསུམ། བསྐྱུར་བའི་དུག་ལྔ། དུག་ལྔ་གྱི་དུག་ལྔ་སོགས་ད་དེ་འདྲའི་ཟབ་ཆོས་བསྒྲིགས་དེར་ངོ་བོ་དབྱེ་བ་མཚན་ཉིད་དེ་འདྲ་ཅིག། ཞེས་བྱ་ན་ད་ཁོ་ཚོ་གི། ཆོས་དང་དཔེ་མི་གཟིགས་རྩ་ཆེན་པོ་གསུང་གི་ཡོད་རེད་དེ་ནང་ལ་ཡང། ནང་དོན་དེ་ཚོ་བསམ་གྱིས་མི་ཁྱབ་པ་རེད་དེ་ཁོ་ཚོ་རྟོགས་ཐུབ་ཀྱི་ཡོད་མ་རེད། དེ་བློ་བློ་དང་ཁམས་དང་མོས་པ་དང་མཐུན་མ་ཐུབ་ནས། ད་ཁོ་ཚོ་ལ། དེ་དཔེ་མི་ཤེས་དཀའ་ལས་ཁག་པོ་དང་སྙོབ། ཅིག་རྩ་ནས་སྙོབ་ཡས་མེད་པ། དེ་ང་རང་ལ་ཡང་གང་ཡང་རང་རྒྱུད་ལ་ཡང་གང་ཕན་མ་ཐོབ་པ། ཉོན་མོངས་པ་སྡུག་བསྔལ་ལ་ཡང་ཕན་གང་ཡང་མ་ཐོབ་པ། ད་དེ་འདྲ་བྱས་དུས་དེ་ནས་ཆོས་དེ་གོ་ད་འཁྲུལ་མོད་རྩ་ནས། དེ་ཡིན་དུས་ད། བཤད་སྟངས་ཀྱི་ཐབས་ཐབས་ལམ་དེ་དཔེ་མི་ཤེས་གལ་ཆེན་པོ་རེད་ཤག། ད་ང་རང་ཚོ་བོད་ཀྱི། དཔེར་ན། ག་ས་ག་ལ་ཡ། དེ་ནས་དགེ་འདུན་པ་ཕལ་ཆེར་ཁྲི་གཅིག་ལྷག་ནི་ཡོད་ཀྱི་རེད། མཁས་པ་ཆེན་པོ་ལོ་དགུ་ལྷག་བྱ་བའི་གཟིགས་མྱོང་བ་དེ་ནི་ཕལ་ཆེར་ཁྲི་གཅིག་ཙམ་ནི་ཡོད་རེད། ཡིན་ན་ཡང་ད་ལྟའི་རྒྱལ་སྤྱི་གི་ཐོག་ལ་ཡང་དངོས་གནས་དྲང་གནས་མི་ལ་ཕན་ཐོགས་ཆེན་པོ་བྱུང་ནས། སེམས་ཅན་ལ་ཕན་ཐོགས་ཆེན་པོ་བྱུང་བ་ནི་ཉུང་ཉུང་རེད། ད་ཁྱེད་གསུང་བ་ནང་བཞིན་ཕྱི་རྒྱལ་དེ་འདྲས་ལོ་གསུམ་ཟླ་བ་ནང་ཆོས་སྦྱངས། ད་ཁོ་ཚོ་མ་ཁོ་རང་ཚོ་ལུང་པ་ལ་འགྲོ་འོང་དེ་དག་ཁོ་ཚོ་མཁས་དབང་ཆགས་འགྲོ་གི་རེད་སློབ་གྲྭ་ཆེན་པོ་དེ་འདྲ་ལ་མཁས་དབང་ཆགས་ནས་ད་ཁོ་ཚོ་གི་བཤད་ཡ་དེ་ཁྱེད་གསུང་བ་ནང་བཞིན་རྫུན་མ་རང་བཤད་གི་ཡོད་མ་རེད་མང་ཆེ་བ་གཅིག་ད་རྫུན་མ་རྒྱ་རིགས་ནང་ལ་རྫུན་མ་དེ་འདྲ་འདོན་གི་འདུག་ང་སངས་རྒྱས་ཡིན་ང་གཅིག་ཡིན་ལབ་གི་མ་གཏོགས་ད་དེང་སང་ནུབ་ཕྱོགས་པ་ནང་ལ་རྫུན་མ་ཉུང་ཉུང་རེད་ཁོ་ཚོ་བཤད་དེ་སྔོན་ང་རང་ཚོ་དཔེར་ན་ངོམ་པ་མཛོད་ཡིན་ཨོ་མ་ན་འདི་ནས་གསུངས་སོ་འདི་ནས་འདི་ནས་གསུངས་སོ་ཡིན་ནའང་འདི་བཤད་སྟངས་དེ་ཁོ་རང་ཚོ་བློ་ཁམས་མོད་པ་དང་བསྟུན་ནས་མ་ཅིག་བཤད་འོང་དུ་དགོད་བརྡ་འཕྲོད

མཁས་གྲུབ་གཉིས་ལྡན་གྱི་སྐྱེས་བུ་ཆེན་པོ་ཐོས་བསམ་སྒོམ་ཚུལ་འཁྲུངས་མར་སྣང་འདས་ཀྱི། སྒྲུབ་པ་ཉམས་ལེན་གནང་འོག་ཏུ་རྟོགས་པ་མཐོན་པོ་ལ། ས་ལམ་གྱི་རྟོགས་པ་མཐོན་པོ་ཕེབས་བསྡད་མཁན་མང་པོ་ཞིག་ཡོད་རེད་དེ་ཡིན་ན་ཡང་ད་འདི། གཅིག། དེང་དུས་ཀྱི་ཡུལ་སྲོལ་གོམས་གཤིས་བློ་ཁམས་མོས་པ་སྟོན་པ་སངས་རྒྱས་བཅོས་མའི་འདས་ཀྱི་ངེས་པར་བསྟུན་ནས་ཤེས་དགོས་གསུངས་པ་དེ་དེ་ལ། རྩལ་འདོན་ལྟས་སུ་སྣང། མ་གནང་བ་ཡིན་དུས་ཡང་གློ་བུར་དུ་རྒྱ་ཆེན་པོ་སྦྱིན་ཕན་མ་ཐོབ་པ་དེ་འདྲ་ཆགས་འདུག།
ལགས་སོ། ད་དེ་འདྲ་ཡིན་ཙང་ད་ལྟ་རིན་པོ་ཆེས་གསུང་བ་ནང་བཞིན་རེད་དངོས་གནས་ཀྱི་ཕ་རོལ་པོའི་སེམས་ཁམས་དེ་རྟོགས་པའི་ཐོག་ནས་ད་དེང་སང་གི་སྤྱི་བཏང་གི་སློབ་ཕྲུག་གི་དེ་གི་ད་ལྟ་དགེ་རྒན་དབུལ་སྦྱོང་དྲ་མཁན་དེ་ཚོ་ཡོང་ལ་ལབ་ཀི་འདུག་བ། སློབ་མ་ལྟེ་བར་བཞག་པ། དགེ་རྒན་ལྟེ་བར་བཞག་པ་མ་ཡིན་པར་སློབ་མ་ལྟེ་བར་བཞག་པའི་སྒོ་ནས་དེ་ནི་སློབ་གྲྭ་གནང་དགོས་ཀྱི་ཡོད་པ་དེ་བཟང་གི་ཡོད་རེད་དེ་ན་ཉིན་སྐྱབས་རྗེ་མཁྱེན་བརྩེ་རིན་པོ་ཆེ་ལྷག་མ་ཅིག་གིས་དེ་གསུངས་སོང་ང་གཙོ་གི་མཁན་པོ་སྤྲུལ་སྐུ་དགེ་བཤེས་དེ་ཚོ་གི་ཡང་སློབ་གྲྭ་བྱེད་སྟངས་ཀྱི་ཐོག་ལ་གཟབ་གཟབ་ཅིག་མ་བྱས་ན་མ་འོངས་པར་ལས་ཀ་ཤོར་ས་རེད་ད་སོང་རིན་པོ་ཆེ་བཀའ་མོལ་གནང་སྟངས་དེ་འདྲ་རེད་བ། དེ་རྒྱུ་མཚན་གང་རེད་ཟེར་ན་ཐ་ན་ཡུ་ཐུབ་ཀྱི་ཐོག་ཡིན་ན་ད་དེང་སང་ལྟ་མཁན་དེ་ག་རང་རེད་བ་དངོས་གནས་ཀྱི་ཁོ་རང་ཚར་གནས་ཡག་ཤོས་དེ་བདམས་ཡ་ཡོད་དེ་གི་སྡུག་ཤོས་དེ་ལྟ་གི་མ་རེད་བ། རྒྱུས་སྤུས་མེད་ཀྱོ་དེ་དེ་འདྲས་ནི་ང་ཚོར་རང་གི་སྒོ་ནས་དེའི་ཐོག་ལ་ཕྱོགས་མང་པོ་ཞིག་ནས་ཁོ་རང། ཁོ་རང། འཇིག་རྟེན་ཆོས་བརྒྱད་ཀྱི་ཆེད་དུ་འགྲན་རྩོད་མ་རེད་དེ། མདོར་ན། གཏམ་འདྲ་སེམས་ཅན་གྱི་དོན་དུ་ཡིན་གྱི་ཡོད་ན་འདྲ། མིག་ཡོར་དུ་སོ་སོ་གི་ལག་པར་བ་ག་རེ་བཅངས། དེ་འདྲ་ཡིན་དུས་མདོར་ན་མུ་མཐུད་ནས་ངེས་པར་དུ་དེ་ལ་གཟབ་གཟབ་བྱས་ནས་དེར་ཤུགས་རྒྱབ་དགོས་ཤིང་ཏན་ཏན་ཡིན་གྱི་ཡོད་ས་རེད་དེ་འདྲ་ཡིན་དུས་དེ་རིན་པོ་ཆེ་གི་དར་ཐོག་སོང་ནང་བཞིན་ཅིག་ངའི་ཡང་དེ་གི་རིན་པོ་ཆེ་གི་བཀའ་མོལ་དུ་རྒྱུད་འདི་མང་པོ་ཞིག་གི་ཡང་དེའི་ཕྱོགས་ལ་སྔར་རིགས་ལྷག་པའི་དེ་གི་ད་དགོངས་པ་བཞེས་ཡག་གི་དེ་གི་བཞེས་ཤིག་ཆགས་ཡག་གི་དེ་གི་ཡིད་ཆེས་ཡོད། ད་དེ་མཇུག་ཏུ་དེ་གི་རིན་པོ་ཆེ་གི་ད་གླེང་རྟགས་འདི་རྒྱུད་ནས་ང་ཚོ་ད་རོང་ཟོམ་བརྙན་འཕྲིན་རིན་པོ་ཆེ་ལ་དེ་གི་ངའི་རོང་ཟོམ་ཞིག་གི་རྒྱུ་མཚན་དེ་ང་རང་སྒེར་གྱི་ངོས་ནས་རོང་ཟོམ་ཟེར་བའི་དེའི་མཚམས་དེ་ལ་དཔེ་ཞེན་འགོག་ཆེན་པོ་ཞིག་ཡོད། གང་རེད་ཟེར་ན་ད་གཏམ་པ་ང་དེར་དང་ཁྱི་དེར་གྱི་བར་དེ་ལ་པ་རོང་ཟོམ་པ་ཆེན་པོ་ཟེར་བ་འདི་དངོས་གནས་ཀྱི་ཅིག་རྡོ་རིང་གནམ་གྱི་ཀ་བ་ཟེར་བ་ཞིག་འབྲོག་པ་ཤ་ཡོད་རེད་དེ་འདྲ་བོ་ཅིག་ཆགས་ཀྱི་འདུག་གོང་དུ་དེ་གི། དམ་པ་སྔ་དར་གྱི་མདོ་རྒྱུད་སེམས་གསུམ་ལ་སོགས་པ་སྐབས་དེའི་གཤིན་རྗེར་གསར་མ་འགོ་བཙུགས་ནས་རྙིང་མ་དེ་ཚོ་ལ་ཅིག་ད་ཅིག་རེད་མ་རེད་ཅིག་ཐ་ན་ཆུ་ཡང་དག་པ་རེད་མ་རེད་ཟེར་བ་ཡན་ཆད་ཀྱི་ཅིག་དག་གི་ཞོ་ཅིག་ཙོག་ལངས་ཡོད་དུས་ཀྱི་དམ་པ་སྔ་དར་གྱི་དུས་སུ་ད

ད་ལྟའི་འདི་ཁོང་གི་མཁྱེན་རབ་ལ་སོགས་པ་འདི་དག་སྤྱིར་བཏང་གི་ཤེས་བར་གུས་པ་རེད་ཁྱད་པར་དུ་ཁོང་གིས་གསུང་རང་ཐག་ཆེན་རྩོད་རྒྱུགས་ལ་སོགས་པ་དེའི་སྐོར་དུ་ང་རང་དགེ་རྒན་ནི་ཧ་ཅང་གི་དེ་གི་ནམ་རྒྱུན་གི་ད་སུ་སུ་ཤི་མ་བཞག་ན་ཡང་དེ་རྟག་པ་དེ་པའི་ཐོག་དེ་ལྟ་ས་ཞིག་ཡིན་དེ་འདྲ་ཡིན་དུས་ཁོང་གི་གསུང་དང་སོགས་ཀྱི་ཕྲིན་ལས་དེ་ཚོ་བལྟས་ས་ཞིག་བདག་མི་དེ་ཚོར་མཚང་ཐ་ན་མཚན་ཙམ་ཡང་བཏང་སང་ཞིག་གི་པི་ཀོང་པོ་རི་བ་ཆུ་ལོག་ལ་དེ་འདྲ་ཡིན་འདུག་གི། དེ་བསམ་ནས་དེའི་མིང་དེ་གར་བཏགས་པ་རེད། ད་ལྟའི་གི་གླེང་རྟགས་འདི་ཆུང་ཆུང་ཡིན་ན་ཡང་རྣམ་པ་ཚང་མ་དེ་འདྲའི་གི་ཕེབས་ནས་རྒྱབ་སྐྱོར་གནང་བཀའ་མོལ་གནང་བ་དེ་འདྲ་ཡིན་འདུག་ང་རང་ལ་མཚོན་ན་བྱིན་རླབས་ཆེན་པོ་ཡིན། དེ་འདྲ་ཡིན་འདུག་གི་དེའི་བརྒྱུད་ནས་ནི་རིན་པོ་ཆེ་གི་ཅིག་ཡང

དེ་ནས་ད་ཁྱེད་ཀྱིས་དེ་ཐོག་ནས་ཡ། ཅིག། ད། ཁྱེད། བོད་ཀྱི་ནང་གི། བློ། ཁམས་མོས་པ་གང་ལ་གང་འཚམ་མཁྱེན་གྱི་རེད། ད་གདན་སའམ། ད་ད་ཁྱེད་ཅག་ལུང་པ་ལ་ཞུགས་ནས་དེང་དུས་ཀྱི་བློ་ཁམས་མོས་པ་གང་ལ་གང་འཚམ་ཅིག། མཁྱེན་གྱི་ཡོད་རེད་དེ་གི་ལུགས་སྲོལ་དང་འགྲོ་སྟངས་དེ་ཚོ་མཁྱེན་གྱི་རེད་དེ་ཚོ། ཕན་ཚུན། ཕྱེད་སྤེལ་བྱས་ནས། གོ་རྟོགས་སྤེལ་རེས་བྱས་ཏེ་སྤེལ་མི་སྲིད་ག་ལ་ཆོག། བ་དེ་སངས་དུས་ཟེར་ལ། ཡིན་ནི་དང་མ་འོངས་པ་དེ་ཐོག་ནས་ཕན་ཚུན་གོ་རྟོགས་སྤེལ་རེས་གནང་ཐུབ་པ་དང་དེའི་ཐོག་ནས་ནས་ང་རང་ཚོ་བོད་རྒྱུད་ཀྱི་ནང་པ་སངས་རྒྱས་བསྟན་པ་ལ་ཕན། སེམས་ཅན་མང་པོ་ལ་ཕན་ལྷག་པར་དུ་ད་ཀུན་སློང་དངོས་གནས་བྱས་ནས་ཆོས་དེ་ཁོ་རང་བློ་ཁམས་མོས་པ་དང་བསྟུན་ནས་གསུང་ཐུབ་ན་ད་སྦྱིན་པ་ཆ་ཚང་ནང་ནས་ཨང་དང་པོ་ཆོས་ཀྱི་སྦྱིན་པ་དེ་ཆགས་ཀྱི་ཡོད་རེད་བ། ཡིན་ནི་དང་སྦྱིན་པ་གི་ནང་ནས་ད་ཆོས་ཀྱི་སྦྱིན་པ་ལས་ལྷག